ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིགས་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་བ་ཡིན། ཐེངས་འདི་གི་ལས་རིམ་གཙོ་མཆོག་ཞུ་མཁན་ཕྲན་ཀརྨ་རྡོ་རྗེ་ཡིན། རྣམ་པ་ཚོ་མཁྱེན་གསལ་ལྟར་ཕྱི་ཟླ་བཅུ་པའི་གི་ཚེས་བཅོ་བརྒྱད་ཉིན་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་དེ་བཞིན་སྤྱི་འཐུས་ཀྱི་འོས་མི་དངོས་གྲུབ་འོས་བསྡུ་དེ་གནང་གི་ཡོད་པ་རེད། དེ་བཞིན་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུ་སྲིད་སྐྱོང་གི་འོས་མི་བྱེད་མཁན་རྣམ་པ་ཚོས་རང་ཉིད་ཀྱི་ཆབ་སྲིད་ཀྱི་ལྟ་བ་དང་ལས་འཆར་སོགས་དྲིལ་བསྒྲགས་ཀྱི་ལས་འགུལ་ཡང་སྤེལ་བཞིན་པ་རེད། གསར་འགྱུར་བརྒྱུད་ལམ་ཁག་ནང་ནས་ཁོང་རྣམས་ལ་དྲི་བ་དྲི་ལན་གྱི་ལས་རིམ་ཞིག་འགྲོ་དང་འགྲོ་བཞིན་པ་རེད། དེ་བཞིན་ཨེ་ཤ་རང་རླུང་འཕྲིན་ཁང་གིས་ཀྱང་སྲིད་སྐྱོང་འོས་མི་བྱེད་མཁན་གྱི་མི་ལྔ་ལ་ཚང་མ་ལ་གཅིག་མཚུངས་ཀྱི་ཐོག་ནས་སྐར་མ་བཞི་བཅུ་ཞེ་ལྔའི་རིང་ས་གནས་འདྲ་མིན་ནས་ཡུལ་ཤུལ་འཕེལ་མི་ཁག་གཅིག་གིས་ཐད་ཀར་བཏོན་པའི་དྲི་བ་ཁག་ལ་ལན་འདེབས་ཀྱི་ལས་རིམ་གཅིག་གོ་སྒྲིག་ཞུ་གི་ཡིན། དེ་རིང་གི་ལེ་ཚན་འདི་ནང་ལོགས་ཡིན་པ་ཡིན་ན་ཞུ་བ་དར་མ་ཚ་ལགས་ནས་ཨིན་ནི་སྲིད་སྐྱོང་བཞེངས་མཁན་སྤྱི་འཐུས་ཚོགས་གཙོ་སྐུ་ངོ་སྤེན་པ་ཚེ་རིང་ལ་ང་ཚོ་དུས་ཕྱིས་ནས་གདན་འདྲེན་ཞུས་ཡོད་སྐུ་ངོ་ལས་རིམ་འདི་ནང་ཕེབས་པ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན་སྐུ། དེ་ནས་སྐུ་ངོ་ད་ལྟ་གསལ་བཤད་ཅིག་ཞུ་རྒྱུ་ལ་ད་ལྟ་ང་ཚོའི་གི་ནས་མི་མང་གི། རེད་ལས། རེད་ལས་གོ། དེ་ནས་ངས་གསལ་བཤད་ཞུ་རྒྱུ་དེ་ལས་འདི་ནས་མི་མང་གི་ཐད་ཀར་བཏོན་པའི་དྲི་བ་དེ་ལ་ནས་སྐུ་ངོ་གི་ལན་འདེབས་གནང་བ་ཡིན་ན་སྐར་མ་གཉིས་ཀྱི་དུས་ཚོད་ཞིག་ཕུལ་ཡ་ཡིན། ཡང་དེའི་གི་ཞོར་ལ་ཡང་འཕྲོས་དོན་གི་དྲི་བ་བྱུང་ན་སྐུ་ངོ་གི་སྐར་མ་གཅིག་གི་ནང་ལན་འདེབས་གནང་ཡ་གི་ཐབས་ཤེས་གནང་རོགས་གནང། ཨན་དེ་ནས་ཀྱི་ཨན་ནི་དེ་ཚར་བའི་རྗེས་སུ་ཨན་ནི་སྤྱི་བཏང་གི་ད་ལྟ་ངོ་སྤྲོད་དེ་འདྲ་ཡིན་ཨན་སྐུ་ངོ་དམ་དྲ་དྲི་བ་མི་མང་གིས་བཏོན་པའི་དྲི་བ་དེ་འགོ་ཚུགས་མ་ཤེས་སྔོན་ལ་སྐུ་ངོ་རང་ཉིད་ཀྱི་ངོ་སྤྲོད་དང་ཨན་ནི་ལྷག་དོན་དུ་སྐུ་ངོ་རང་ད་ལྟ་ད་སྲིད་སྐྱོང་གི་འོས་མི་གཞན་དགོས་པའི་ད་རྒྱུ་མཚན་དང་དམིགས་ཡུལ་ག་རེ་ཡིན་མེད་དེ་གཅིག་སྐར་མ་གསུམ་ནང་གཅིག་ངོ་སྤྲོད་གནང་རོགས་གནང་སྐུ་ངོ།
ད་ངས་ང་སྐྱེས་ས་དེ་སྦེ་ལ་ཀུ་པའི་ཤིས་ཇཱ་ལུགས་ཟུང་བསམ་གྲུབ་གླིང་ལ་སྐྱེས་པ་རེད། ངའི་པ་ལགས་མིང་བློ་བཟང་སྙན་གྲགས་ལགས་ཟེར་གྱི་ཡོད། ད་ན་བཞིན་ངའི་ཨ་མ་ལགས་ཀྱི་མིང་ནི་ཡར་མཚམས་ལགས་ཟེར་གྱི་ཡོད། ཨ་ནི། ང་ཚོ་བུ་དགུ་ནང་ནས་ང་བུ་གསུམ་པ་དེ་ཡིན། ཨ་ནི་ཆུང་དུས་སྐབས་ནས་ད། ནང་མི། མི་འབོར་ཆེན་པོ་ཡིན་པའི་ཆ་ནས། ཨ་ནི་ཅི། ཞིང་ལས་ཡིན་ནས་རེད། ནང་ལས་ཡིན་ནས་རེད། སློབ་སྦྱོང་བྱེད་ཡ་ཡིན་ནས་རེད། གང་ཅིའི་ཐོག་ལ་ཡ། ཨ་ནི། དཀའ་ལས་རྒྱབ་ཆད་འདུག་ཅེས་ནི་འཚར་ལོངས་བྱས་བཞག་པ་ཅིག་ཡིན་པ་དང། ཨ་ནི་འཛིན་གྲྭ་དགུ་པ་ནས་བྱས་རྗེས་ངས་བསླབ་གྲྭའི་རྒན་བདག་ལོ་གསུམ་ཅིག་བྱས་པ་རེད། འཛིན་གྲྭ་བཅུ་གཉིས་ཀྱི། སྐབས་ལ་ཡ། ཨ་ནི་བུ་གཅིག་དང་བུ་མོ་རྩེ་ཕུད་གཅིག་ལ་ཡ་བྱ་དགའ་སྤྲད་ཀྱི་ཡོད་རེད། ང་བུ། ནང་ནས་ང་ལ་ཡ། རྩེ་ཕུད་ཀྱི་བྱ་དགའ་སྤྲད་པ་རེད། འཛིན་གྲྭ་བཅུ་གཉིས། གི། རྒྱལ་ཡོངས་ཡིག་རྩལ་ནང་ལ་ཡང། བོད་པའི་བསླབ་གྲྭ་ཚང་མ་ནང་ལོགས་ནས་ངང་གིས་དང་པོ་བྱས། སློབ་གྲོགས་ཡ། སྐབས་དེ་ནང་གི་དཔལ་འབྱོར་གནས་སྟངས་ཀྱི་དབང་གིས། ང་ཚོའི་གི་ཇི་འདྲའི་རྒན་པ་པོ་ཚོས་ལབ་མྱོང་ད་ཁྱེད་རང་མཐོ་སློབ་འགྲོ་ཐུབ་མ་རེད་འགྲོ་སོང་ཆུན་པོ་རེད་ཟེར་ལབ་མྱོང་དེ་ཡིན་ནས་དེ་ཚོ་གདོང་ལེན་བྱས་བྱས། ཨ་ནི་མཐོ་སློབ་ལ་དཔལ་འབྱོར་རིག་པའི་སློབ་སྦྱོང་ལ་འཛུལ་བ་རེད་དེ་ནང་བཞིན་གྱི། དེ་བཞིན་ཤེས་ཡོན་རོགས་རམ་གྱི་མ་འདང་བ་དེ་གའི་དེའི་མཚན་གྱི་ཆུ་ཚོད་བཅུ་བདུན་པ་ནས་བཅུ་གཅིག་བར་དུ་ལས་ཀ་བྱས་རྗེས། ཨནི་སུ་སུ་སུ་གོ་ཐོན་པ་བྱས་རྗེས་འདུག་ཆེན་བྱས་པ་རེད། ཨནི་མཐོ་སློབ་དྲུག་གུ་དྲུག་གུ་ལི་ཡ་བརྒྱད་ཅུ་གྱ་བདུན་ལོ་ལི་ཡ་ལྷས་ས་ལ་ཨནི་བོད་མི་ཚོའི་ཞི་རྒོལ་བྱས་ནི། Madras ནང་ད་ལོ་མང་པོ་ཞིག་ལས་འགུལ་སྤེལ་མེད་པའི་གི་ཆབ་སྲིད་གི་ལས་འགུལ་ཚོ་བསྐྱར་གསོ་བྱས། ཨནི་ཡང་སུ་སུ་གི་ད་དེ་གཞི་ཆགས་སི་ནི་མི་མང་མི་མང་སི་ནི་རེད་གཞི་ཆགས་སི་ནི་མེད་དུས་བསམ་པ་ལ། ཨ་ནི་ཁོང་ཚོ་གི་དཀའ་ངལ་དེ་དུག་ལྟ་ཡ་ལས་ཡང་ག་ལ་གང་འཚམ་གྱིས་བསྐོར་བསྐྱོད་བྱས་པ་རེད། ད་དེའི་རྗེས་ལ་ལོ་གསུམ་བཞི་བཞི་ད་སོ་སོ་སྒེར་གྱི་ཚོང་ལས་འདྲ་པོ་བྱས་བྱས་ད་དཔེ་ཉག་མང་པོ་ཡོད་པ་སོང་ཙང་ཁོང་ཚོས་འགྲོ་སྟངས་འགྲོ་ལུགས་མཛོ་ཅིག་ལྟ་དགོས་ཀྱི་ཡོད་དུས་ཚོང་ལས་བྱས་པ་རེད། དེ་བྱེད་ཀྱི་བྱེད་ཀྱི། པ་ར་དེ་གཅིག་སྟོང་དགུ་བཅུ་དགུ་བཅུ་གོ་གསུམ་གོ་བཞི་ལ་ཡ་རྡ་རམ་ས་ལ་ཡོང། རྡ་རམ་ས་ཚོགས་འདུ་དང་བཅར་བའི་སྐབས་ལ་ཡ་རྡ་སྐད་ཆ་ཁ་ཚིག་ཁ་ཤས་བཤད་དུས། མདོ་སྨད་ཨུའི་རྒྱུན་ལས་ཀྱི་དྲུང་ཆེ་ལ་བདམས་པ་རེད། དེ་ནས་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་དྲུག་ལོ་ལ་སྐབས་བཅུ་གཉིས་ཀྱི་སྤྱི་འཐུས་རྣམས་ལ་འོས་འདེམས་བྱུང་ཞག་ཉིས་སྟོང་གཅིག་གི་སྤྱི་འཐུས་རྣམས་ལ་ཉིས་སྟོང་དྲུག་ཉིས་སྟོང་བཅུ་གཅིག་འདུག་བྱས་མཐའ་ག་འདར། དཔྱིད་དུས་སྐབས་བཞི། ད་ལྟའི་གནས་སྐབས་སུ་འང་དཔྱིད་དུས་བྱས་བྱས་ལོ་དགུ་ལྷག་བྱས་ནས་བཅུ་དགུ་ལྷག་བྱས་འདུག་བྱས་འགྲོ་གི་འདུག། དཔྱིད་དུས་ཚོགས་གཙོ་བྱས་བྱས་ལོ་དྲུག་དང་ཕྱེད་ཀ་ལྷག་བྱས་འགྲོ་གི་འདུག་ཨ་ནི་དེའི་སྔན་ལ་ཡང་བོད་ཀྱི་གྲོས་ཚོགས་དང་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་བྱས་བྱས་ལོ་བདུན་དང་ཕྱེད་ཀ་བྱས་པ་རེད་ད་དེའི་བྱེད་ཤུལ་རིགས་འགའ་ལ་ཡང་ཨ་ནི་བོད་སྤྱི་པའི་ཀྱི་ལས་དོན་ཤ་སྟག་ཅིག་བསྒྲུབ་བྱས་ད་གང་ལྟར་ཕ་ཆེ་ཟེར་འགྲོ་དགུ་པ་ནས་ཕྱིན་ད་ལྟ་བར་དུ། ཨ་ནི། ལོ་གསུམ་བཞི་ཞིག་མ་གཏོགས་བྱེས་ཀྱི་བོད་སྤྱི་པའི་རྩ་དོན་རང་ཐོག་ལ་ཡ་ཐོས་ཚོད་བཏང་བ་རེད། མ་འོངས་པ་ཡིན་པ་ཡིན་ནས། སོ་སོའི་མི་ཚེ་ལྷག་མ་དེ་བོད་སྤྱི་པའི་དོན་དག་ལ་ལས་ཀ་བྱེད་དགོས་བསམ་ཡག་གི། བསམ་བློ་དེ་ཡོད་ཡོད་པ་ཞིག་རེད། ད་སྲིད་སྐྱོང་གར་ཕྱིན་ལང་གི་ཡོད་ཟེར་བ་ཡིན་ན། ད་དེ་སྔ་ངས་མང་པོ་ཞུས་ཟིན་པ་ཡིན། གཅིག་ནས། སོ་སོ་ལས་ཀ་བྱེད་ཡག་གི་འདུན་པ་ཞིག་ཁོ་རེད་ཕྱི་རོང་ཁོང་ས་སྐྱབས་མགོན་ཆུང་བུ་མཆོག་གིས་ད། པའི་མི་སེར་གྱི་མཛད་པ་འཕྲིན་ལས་སྐུ་ངལ་ཞེ་བོ་ཞིག་སྐྱོན་གནང་གི་ཡོད་རེད་དེ་ཡིན་དུས་ང་ཚོའི་བྲན་གཡག་གི་ད་དབུ་བོ་སྤུན་ཟླས་མ་ཤོད་པ་ཡིན་ན་སུས་ཞུས་བསམ་བསམ་གི་བསམ་བློ་དེ་ཡོད་ཡོད་པ་རེད་དེ་ཨ་ནང་བཞིན་གཅིག་གིས་སོ་སོས་སྲིད་སྐྱོང་བྱས་པ་ཡིན་ན་འོ་དེ་ངས་འཇོན་གི་རེད་བསམ་པ་ཞིག་དང་དེ་བསམ་བློ་དེ་དགོས་ཀྱི་ཡོད་རེད་དེ་ནི་ས་ངན་དེ་བས་ཀྱི་ཉམས་མྱོང་དང་ལས་ཀ་བྱེད་སྟངས་དེ་ཚོ་གཞིར་བཞག་ཡོང་དུས་ད་ལྟའི་གི་འགྲོ་སྟངས་ལས་ལྷག་ཅིག་གི་ངས་སྲིད་སྐྱོང་འགན་ཞིག་འཁེལ་ཐུབ་ས་རེད་བསམ་བསམ་འདྲ་པོ་ཅིག་དྲན་འདི་གི་འདུག་ཨ་ནང་བཞིན་མི་སོ་སོའི་གི། བྱོན་གྱི་ཡོད། སོ་སོའི་གི་ལས་ཀ་བྱས་འདུན་པ་ཡོད་ཟེར་གཅིག་པོ་འགྲིག་གི་ཡོད་མ་རེད་ཨ་ནི་མང་ཚོགས་ནང་ལོགས་ནས། འདས་པའི་ལོ་གཉིས་ནང་ལོགས་ལ་ཡང་ད་ཅིག་དངོས་སུ་ཐུག་ག་ཡོང་ངེས་རེད་ཡང་མིན་ན་ཁ་པར་ཐོག་ནས་བཤད་མཁན་ཡིན་ནའི་རེད་ཁོང་རྣམ་པ་ཚང་མས་ད། ཁྱེད་རང་ཉམས་མྱོང་ཡོད་རེད་ཁྱེད་རང་གི་འཇོན་གི་རེད་ཁྱེད་རང་ལ་ང་ཚོ་ཡིད་ཆེས་བྱེད་གི་ཡོད་ད། སྐབས་བཅོ་ལྔ་པའི་བཀའ་ཤག་ལ་ཡང་ཁྱེད་རང་ཡིན་གཅིག་མིན་གཅིག་ལངས་དགོས་ཀྱི་འདུག་ཨོ་ནི་མས་མ་སེར་རོ་བྱེད་བཞིན་དེ་ལས་ལ་ངས་མང་པོ་བྱུང་ཨོ་ནི། རྒྱལ་ཡོངས་མང་ཚོགས་པའི་དགོས་གཞི་རྣམས་བཏོན་པ་དེ་རྣམ་པ་སུ་མཁྱེན་གྱི་ཡོད་རེད་དེའི་རྗེས་སུ། དབུས་གཙང་ཚོགས་པའི་ངོས་དབུས་གཙང་ཆོལ་ཁའི་ངོས་ནས་ཨོ་ནི་ང་ལ་ཡང་རྒྱབ་སྐྱོར་བྱས་ནས་འདུག་བྱས་ནས་འོས་གཞི་བཏོན་ཡོད་རེད་ཨོ་ནི་ལས་དབང་བཅས་དགོས་ཀྱི་རེད་ད་ལས་དབང་འདི་ད་ད་ལྟ་མི་མང་གི་འདོད་པ་ཡོད་པ་ཡིན་ན་ང་མི་ཚང་སྐྱོ་བོ་ཅིག་ནས་སྐྱེས་ཞེས་པའི་སྤུ་གུ་ཅིག་ད་ལྟ་བོད་དུ་སྤྱི་འཐུས་ཚོགས་གཙོ་བྱེད་གོ་སྐབས་བྱུང་བ་དེ་ཡང་སྐྱེས་པ་བཟང་པོ་ཞུ་བོ་ཅིག་ལ་ངོས་འཛིན་ཞུ་བདེ་གི་ཡོད། དེ་ཡིན་དུས་ད་མི་མང་ང་ལ་ཡིད་ཆེས་བྱེད་ཅེས། ཨ་ནི། སྲིད་སྐྱོང་འགན་སྤྲད་པ་ཡིན་ན་མི་མང་གིས་ཡིད་ཆེས་བྱེད་པ་དེ་ཆུད་ཟོས་སུ་མ་བཏང་བར་བྱེད་ནི། དངོས་གནས་དྲན་ནས་ལས་ཀ་ག་རེ་ཡིན་པ་ཡིན་ནས་དྲང་པོ་ཐོག་ནས་དང། ཅིག། ལྷག་བསམ་རྣམ་དག་གི་ཐོག་ནས་བྱེད་དགོ་བསམ་ཡས་ཀྱི་བསམ་བློ་དེ་ཤུགས་ཆེན་པོ་ཅིག་ཡོད་པའི་ཐོག་ནས་ལངས་ཡས་འདུག་ཟིན་ཐག་ཆོད་པ་རེད། ཨ་ལེ་ལོ་སོགས་ཀུན་ངོ་སྤྲོད་དེ་རྣམ་པ་ཐུགས་ཆེ་ན་ཞུ་བ་ཡིན། ད་ལྟ་གོང་དུ་ངས་ངོ་སྤྲོད་ཞུ་བའི་ནང་བཞིན་གྱི་ད་རིང་ང་ཚོ་ཨེ་ཤ་ཡའི་རང་དབང་རླུང་འཕྲིན་ཁང་གི་ལས་རིམ་འདི་ནང་ལོགས་ཡིན་པ་ཡིན་ནས་ང་ཚོའི་ངོས་ནས་དྲི་བ་ཕུལ་མི་དགོས་བའི་ཐོག་ནས་ཨེ་ནི་ས་གནས་ཁག་ཁ་ཤས་ཀྱི་ནང་ནས་ཨེ་ནི་འོས་ཤོག་འཕེན་མི་དེ་འདྲའི་འགལ་ཟླ་ཅིག་དྲི་བ་དེ་ང་ཚོས་ཕྱོགས་བསྡུས་ཞུས་བྱས་ནས་ཨེ་ནི་འོས་མི་རྣམ་པ་ཚོ་བར་དོ་ཞིང་མཆན་འབུལ་ཞུ་གི་ཡོད། དེ་ནས་ད་རིང་ད་ལྟ་རྒྱ་གར་ལྷོ་ཕྱོགས་བལ་ལ་ཁུ་པི་གི་ས་གནས་ནས་ད་ལྟ་སངས་རྒྱས་ནོར་བུ་ལགས་ཀྱིས་ཨེ་ནི་ཀུན་ལ་དྲི་བ་བྱེད་འདུག་དྲི་བ་དེ་ཧ་ལམ་ནང་དོན་དེ་ཅེས་རིམ་པ་དང་གཉིས་ཡོད་ས་རེད་དེ་ཀུན་འོང་གཅིག་གསན་རོགས་གནང།
བཀའ་འདྲི་ཞུ་མཁན། ང་སྦེལ་ཀོབ་བདེ་སྐྱིད་ལགས་ཚོའི་གཞིས་གོང་གྲོང་སྡེ་བཞི་པ་ནས་མིང་ལ་བསང་ཆུ་ནོར་བུ་ཞུ་གི་ཡོད། དཔའ་མཐའི་བོད་མི་མང་སྤྱི་འཐུས་ཚོགས་གཙོ་སྐུ་ངོ་སྤེན་པ་ཚེ་རིང་མཆོག་ལ་ངས་འཚམས་འདྲི་ཞུ་བ་དང་སྦྲགས། ང་དོན་ཚན་གཉིས་ཀྱི་ཐོག་ནས་བཀའ་འདྲི་ཞུ་གི་ཡིན། དང་པོ་དེ། དཔལ་ལྡན་ཚོགས་གཙོ་མཆོག་ཉིས་སྟོང་བཅུ་དྲུག་ལོའི་སྐབས་གཉིས་པའི་སྲིད་སྐྱོང་ལས་བཞག་ནས་འོས་ཐོབ་བྱུང་བས་ན། ཨ་མདོ་དར་མདེལ་གྱི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་སྐོར་བཀའ་འདྲི་ཞུ་གི་ཡིན། དེ་ཡང། ཨ་ནེ་འཛིན་སྐྱོང། བཙན་བྱོལ་བོད་མིའི་གི་འཛིན་སྐྱོང་འདིས། ལོ་མང་པོའི་སྔོན་ནས་རྒྱབ་ཆུ་རྒྱག་མ་གོ་བ་བྱས། སྤྱི་ལོ་ཉིས་སྟོང་ལྔ་ནས་ད་ལྟའི་བར་ལ། ཨ་ནེ་འཛིན་སྐྱོང་གནང་བ། བཀའ་ཤག་གི་འཛིན་སྐྱོང་གནང་བ་འདི་ལས། དཔྱད་ཞིབ་ཞིག་གནང། འདི་དཔྱད་ཞིབ་གནང་བའི་ཐོག་ལས་ཨ་མཐའ་འདས་ཀྱི་ལས་ཀ་བྱེད་འོས། ཕྱག་ལས་གནང་བ་འདི་ལ་འཐུས་སྒོ་ཚང་དང་མ་ཚང། གྲུབ་ཡོད་དང་མེད། མ་འོངས་པའི་སྒྲུབ་དགོས་ག་རེ་ཆགས་ཀྱི་ཡོད། འདིའི་ཨ་ནི་གནས་སྟངས་འདི་ཡིན། ཨ་ནི་སྐུ་ངོ་མཆོག་སྲིད་སྐྱོང་ལས་ཕེབས་པ་ཡིན་ན། མ་འོངས་པའི་དེ་ལས་ཀྱི་ཟབ་པ་དང། རྒྱ་ཆེ་བ། གཏིང་སྐྱེ་བའི། གནད་དུ་ཁེལ་བའི། འཛིན་སྐྱོང་ཕྱག་ལས་གང་དང་གང་གནང་ཡས་ཡོད་རྣམས་ཞུ་ཡིན། ཨ་ན་བཀའ་འདྲི་ཞུ་ཡས། དོན་ཚན་གཉིས་པ་འདི་ཆབ་སྲིད་སྐོར་ཡིན། ཨ་ན་ང་ཚོ་བཙན་བྱོལ། བོད་གཞིས་བྱེས་གཉིས་ཀྱི་ཆབ་སྲིད་ཀྱི་གནད་དོན་འདི། ཨ་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི། གཞིས་བྱེས་བོད་མི་ཡོངས་རྫོགས་མཉམ་འཛོམས་ཐུབ་པའི། དགོས་ཡག་རེད། ཆབ་སྲིད་ཀྱི་ལས་དོན་དེ་གལ་ཆབ་སྲིད་ནང་ན་གལ་ཆེ་ཤོས་ཅིག་རེད། དེ་འདྲའི་དུས་ད་ལྟའི་གི་གནས་བབ་ལ་ང་ཚོ་གཞིས་བྱེས་བོད་མི་མཉམ་འཛོམས་ཡོང་ཡ་དེ་རྒྱ་ནག་གཞུང་དང་མཉམ་དུ་ཞི་མོལ་མ་གནང་ངེད་ད་དེ་ལས་ལྷག་གི་ལང་ཀ་ཅིག་མེད་དེ་བས་ང་ཚོ་ཚང་མས་གི་ཤེས་ཡན་པ་རེད། དེ་འདྲའི་དུས

ད་ལྟ་བར་དུ་ཨ་ནི་ལོ་བདུན་ཙམ་གྱི་རིང་ལ་རྒྱ་བོད་འབྲེལ་མོལ་དེ་རྩ་བ་ཉིད་དུ་མཐུད་ཡོད་མ་རེད། དེ་འདྲའི་དུས་ངས་ད་ལྟ ྋགོང་ས་ཚོགས་མཆོག་ལ་ཞུས་ཡོད་ལ ྋགོང་ས་ཚོགས་མཆོག་སྲིད་སྐྱོང་ལས་ཕེབས་ཡོད་ན་བོད་རྒྱ་འབྲེལ་མོལ་གྱི་ཡོང་ཐབས་ལ་ཐབས་ཤེས་འབད་བརྩོན་གང་དང་གང་གནང་ཡས་དགོངས་བཞེས་ཡོད་ཞུ་གི་ཡིན།
འཛིན་སྐྱོང་གི་འགྲོ་སྟངས་དེ། ད་ང་ཚོ་རིམ་པ་མང་པོ་ཅིག་ང་རང་འདྲ་བོ་ཕྱིན་པ་ཡིན་ན་སྤྱི་འཐུས་བྱས་བྱས་ད་ལོ་ཆུ་དགུ་སོ་དྲུག་གི་ཡོད་རེད། གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་དྲུག་ནས་ཕྱིན་ནས་བཀའ་ཤག་གི་འགྲོ་སྟངས་ཚོ་ཅིག་མཐོང་བསྡད་པ་རེད་ད་ནང་བཞིན་ཉིས་སྟོང་གཅིག་ནས་ཕྱིན་ནས་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས། འཛིན་སྐྱོང་གི་འགན་བཞེས་པ་ནས་བྱས་རྗེས་ལོ་བཅུའི་རིང་ག་ལ་ཡ་ཕྱག་ལས་གནང་སྟངས་ཚོ་ང་ཚོས་མཐོང་བ་རེད། ད་དེའང་ནང་བཞིན་གྱི་ད་ལྟ་དེ་སྲིད་སྐྱོང་བློ་བཟང་སེང་གེ་ལགས་ཐུགས་འགན་བཞེས་ནས་ལོ་བཞིའི་རིང་ག་གི་གནས་སྟངས་ཚོ་ཆ་ཚང་ཞིག་ང་ཚོས་མཐོང་བསྡད་པ་རེད། ད་ལྟ་དྲི་བ་གནང་ལ་ཡ་གསུང་ཡ་ལ་ག་ད་ཉིས་སྟོང་ལྔ་ནས་ཕྱི་ནས་ད་ལྟ་བར་དུ་གི་གནས་སྟངས་དེ་བསྐྱར་ཞིབ་བྱས་རྗེས་ཨ་ནི། ཅིག་ད། ཚོགས་གཙོ་སྲིད་སྐྱོང་ཆགས་པ་ཡིན་ན་ག་རེ་བྱས་ཡོད་ཟེར་ཡ་དྲི་བ་དེ་རེད། ད་དང་པོ་དེ་ང་ཚོ་གལ་ཆེ་ཤོས་དེ། ང་ཚོ་དམངས་གཙོའི་ལམ་སྲོལ་ལ་འགྲོ་གི་ཡོད་རེད་དེ་ཡིན་པས་སོང་ཙང་ང་ཚོ་ཁྲིམས་དང་སྒྲིག་གཞི་བརྩི་སྲུང་བྱས་པའི་ཐོག་ནས་འགྲོ་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད། ཁྲིམས་དང་སྒྲིག་གཞི་གི་ལས་དོན་བྱེད་ཕྱོགས་ལ་ཡང་འགོག་རྐྱེན་སྤྲད་ཀྱི་ཡོད་པ་ཡིན་ན་ཨ་ནི་དེ་འགྱུར་བ་གཏང་ཡ་གི་ལང་ཀ་དེ་ཡོད་ཡོད་པ་རེད་ག་དུས་ནས་གྲོས་ཚོགས་ལ་ཁེ་ཆོ་ཡ་ཅི་རེད། དེ་ཡིན་དུས་ཁྲིམས་དང་སྒྲིག་གཞི་གཞི་བཟུང་བྱེད་ནི་ང་ཚོས་གི་ལས་དོན་བྱེད་དགོས་ཡ་དེ་ཧ་ཅང་གལ་ཆེན་པོ་མཐོང་བདེ་གི་ཡོད། སློབ་དཔོན་ཟམ་གདོང་རིན་པོ་ཆེས་བཀའ་བློན་ཁྲི་པ་གནང་པའི་སྐབས་ལ་ཡིན་པ་ཡིན་ན་ཁྲིམས་དང་སྒྲིག་གཞི་འགྲོ་ལུགས་འགྲོ་སྟངས་འདི་གའི་ཚང་མ་ལ་ཡང་སྔོན་དྲ་ནས་ཧང་སང་དགོས་ཡ་གི་ཅིག་བརྩི་སྲུང་གནང་དགོས་ཡ་གི་དེ་འདྲའི་རེད། ད་ད་ལྟའི་དུས་ཚོད་འདྲ་བོ་ཕྱིན་པ་ཡིན་ན་སྐབས་རེ་སྐབས་རེ་ད་ཁྲིམས་དང་སྒྲིག་གཞིའི་གནས་སྟངས་སུ་ག་འདྲ་འདྲ་ཆགས་ཀྱི་ཡོད་ན་བསམ་བསམ་གྱི་བསམ་བློ་དེ་འདྲའི་ཡོང་བསྡད་ཀྱི་འདུག་ཨ་ད་ནང་བཞིན་འཛིན་སྐྱོང་གི་ལས་དོན་ག་རེ་ཡིན་པ་ཡིན་ནའི། རྩ་བའི་གི་ཅིག་སྲིད་ཇུས་ཟིན་མེད་ཡ་དང། གནད་དོན་ཐག་གཅོད་ཡ་དེ་འཛིན་སྐྱོང་བཀའ་ཤག་ནས་གཅེས་ཀྱི་རེད་དེ་ཡིན་པ་ཡིན་ནའི། ད། ལས་དོན་ལག་བསྟར་བྱེད་ཡག་གི་ཆེད་དུ། ལས་བྱེད་ཚོའི་གི་ཡིད་ཆེས་རྙེད་པ་བཟོ་དགོས་དེ་ཧང་སང་ཡང་གལ་ཆེན་པོ་རེད། དེ་འདུལ། ང་རང་སྲིད་སྐྱོང་ཆགས་པ་ཡིན་ན། ངས། ད་ལྟའི་གནས་སྟངས་ལ་ཡིན་པ་ཡིན་ནའི་ང་ལས་བྱེད་ཚོ་མཉམ་དུ་འབྲེལ་བ་ཞི་དྲག་ཡོད་ངས་ནམ་རྒྱུན་བཤད་དེ་ང་ན་བཞིན། དེ་འདུལ། མ་འོངས་པར་ལས་བྱེད་ཚོས་ཀྱི་ལས་དོན་བྱེད་ཕྱོགས་དང་འབྲེལ་བའི་ཐོག་ནས། དངོས་གནས་ཐ་ན་སྲིད་སྐྱོང་དང་བཀའ་ཤག་མཉམ་དུ་ལས་བྱེད་ཚང་མ་ལོག་གི་ད་དཔུང་པ་མཉམ་སྤུངས་ཐོག་ནས་ང་ཚོ་ལས་ཀ་བྱེད་ཐུ་ཡ་ཀྱི། ལས་བྱེད་ཚོ་ལ་ཡང་སེམས་ཤུགས་འཕར་ཡ་ཡི་ནས་རེད་ཀུན་སློང་བཏབ་ཡ་ཡི་ནས་རེད་གང་ཅིའི་ཐོག་ལ་ཨ་ནི་ཡིད་ཆེས་པ་བྱེད་ཡ་ཅི་དང་ཡིད་ཆེས་ཡིད་ཆེས་རྙེད་པ་བཟོ་ཐུ་ཡ་ཅི་དང་ཨ་ནི་ལྷག་པར་དུ་མི་མང་གི་ནང་ལ་ཡིན་པ་ཡི་ནས། འཛིན་སྐྱོང་གི་ལས་ག་རེ་བྱེད་ཀྱི་ཡོད་པ་ཡིན་ན་ཨོ་དངོས་གནས་འདི་དྲང་པོ་དྲང་བཞག་ཞིག་བྱེད་ཀྱི་འདུག་བ། ཅིག་ཚ་མོ་ལ་ལ་ཡང་སྤྱི་སྙོམས་ཀྱི་ལྟ་ནས་བྱེད་ཀྱི་འདུག་བ། རྒྱ་ཆེ་ས་ནས་བསམ་བཏང་ནས་བྱེད་ཀྱི་འདུག་བ་ཟེར་ཡ་ཅིག་དེ་འདྲའི་ཅིག་གི་བསམ་བློ་ཅིག་ང་ཚོ་ཏན་ཏན། བསྐྲུན་ཐུབ་པ་ཅིག་ངས་བཟོ་ཐུབ་ཀྱི་རེད་བྱས་ནས་འདི་ཞུ་ཡ་ཅིག་ཡིན། ད་དེ་ནས་བོད་གཞིས་བྱེས་མཉམ་འཛོམས་ཡོང་ཡ་འདི་ད་ང་ཚོ་རྩ་དོན་ནང་ནས་གལ་ཆེ་ཤོས་དེ་རེད། དེ་ཡིན་དུས། ང་ཚོའི་གཞིས་ས་བཞག་ས་འདི་ད་ལྟ་ཡིན་པ་ཡིན་ནས་བསྐྱར་དུ། ཅིག་བོད་རྒྱ་འབྲེལ་མོལ་བྱུང་བ་ཡིན་ན། བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་འདི་མ་རྩ་བཟོ་རུ་བཞག་དགོས་ཀྱི་རེད། དེའི་སྒང་ལ་ཡང་འགྱུར་བ་ག་རེ་འགྲོ་དང་མི་འགྲོ་ཟེར་ཡ་དེ་རྒྱ་ནག་གི་ངོས་ནས་ཀྱི་ཡ་ལན་ག་འདྲས་བྱེད་ཀྱི་འདུག་དེ་ལ་ཡང་གཞི་བཅོལ་བྱས་འགྲོ་ཡ་གཙོ་བོ་ཆགས་ཀྱི་ཡོད་རེད། ད་འབྲེལ་བ་བསྐྱར་གསུམ་ཡོང་ཡ་གི་ཆེད་དུ་ངས། དེ་སྔ་མང་པོ་ཞུས་མྱོང། གནད་དོན་འདི་དང་གཞན་དབང་སྟབས་བསྟུན་ཆགས་བསྡད་ཡོད་དུས་འཚམས་པ་ལས་ཡང། ཨ་ནི་ངས་དེ་འདྲ་ཞིག་བྱེད་ཀྱི་ཡིན་འདི་ཐུག་པོ་རེད་འདི་ཐུག་པོ་མ་རེད་ཟེར་ནས་དེ་འདྲ་བྱེད་ནས་ངས་ཐག་ཆོད་པོའི་ཐོག་ནས་ཞུས་པ་འདྲ་པོ་བྱིན་པ་ཡིན་ན་མང་ཚོགས་ལ་ཡང་དབུ་སྐོར་བཏང་ཡག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས། ངས་གར་ཞུ་བསྡད་ཀྱི་ཡོད་ཟེར་ན། འབྲེལ་བ་བསྐྱར་གསོ་ཡོང་ཡག་གི་ཆེད་དུ་ད་རྩ་བའི་ང་ཚོ་བོད་རྒྱ་འབྲེལ་མོལ་གྱི། གནས་སྟངས་དེ་བརྒྱུད་ལམ་གཅིག་དང་བརྗོད་གཞི་གཅིག་ཟེར་ཡ་དེ་ཁོ་མུ་མཐུད་ནས་གནས་པའི་ཐོག་ནས་ང་ཚོ་ཕེ་ཁེ་སྙོབ་ས་འདི་ད་རྒྱ་ནག་གི་ཆབ་སྲིད་ཅུས་སྙོབ་དགོས་གོ་རེད་ཆབ་སྲིད་ཀྱི་འགན་ཁྱི་ངན་མི་བདུན་འདི་ལ་ཡང་སྙོབ་དགོས་གོ་ཡ་རེད་གོ་བརྡ་སྤྲད་དགོས་གོ་རེད་དེ་ཡིན་དུས་ད་འདི་གི་འགྲོ་ས་འདྲ་བོ་ལང་ཀ་འདྲ་བོ་དེ་གཅིག་དེ། འཐབ་ཕྱོགས་གཅིག་གྱུར་པུ། དེ་རེད། དེ་ཡིན་དུས། དེའི་བརྒྱུད་ནས་ག་རེ་བྱས་འདུག་ད་གཞན་པ་གཅིག་དེ། གཅིག་དམག་གི་འགོ་ཁྲིད་ཚོ་གི་བརྒྱུད་ནས་ཡིན་པ་ཡིན་ནའི་ང་ཚོ་སྙོབ་ཐུབ་ཡ་གི་ལང་ཀ་གཅིག་ཏན་ཏན་ཡོད་རེད་བསམ་གྱི་འདུག་དེ་ཡིན་དུས་དེ་གཉིས་གྱི་ཐོག་ནས། ཨ་ནི་ཕལ་སྐད་སྙོབ་ཡ་གི་ཆེད་དུ། རྒྱ་མི་རིགས་ཡིན་པ་ཡིན་ནའི་འདྲ་འདུག་ད་ནང་བཞིན་གྱི་རྒྱལ་སྤྱིས་ཀྱི་ཆབ་སྲིད་པ་ཡིན་ནའི་འདྲ་འདུག་ཤེས་ཡོན་ཅན་ཡིན་པ་ཡིན་ནའི་འདྲ་འདུག་དམག་གི་དཔོན་པོ་ཡིན་པ་ཡིན་ནའི་འདྲ་འདུག། ད་དེ་ཚོའི་གི་བརྒྱུད་ནས་ཆབ་སྲིད་པ་ད་སུ་ཡིན་པ་ཡིན་ན་དེ་ཚོའི་བརྒྱུད་ནས་ང་ཚོ་ཕ་སྙོབ་ཐུབ་ཡག་གི་ཐབས་ཤེས་དེ་ཡོད་དགུ་རྩིས་སྤྲུག་ཆ་ཚང་ཅིག་བྱེད་གི་ཡིན་ཕྱིན་ནི་དེ་ངས་ཁས་ལེན་བྱེད་ཐུབ་གི་རེད་ཕྱིན་ནི་ངས་ནམ་རྒྱུན་ནས་ཞུ་བསྡད་གི་ཡོད། ཨ་དེའི་ཐོག་ལ་ཡང་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལས་དེང་སང་ཅིག་སློབ་སྦྱོང་མཐོ་པོ་དེ་འདྲ་ཐོན་ཆེད་གཙུག་ལག་སློབ་གཉེར་ཁང་དེ་ཚོ་ནང་ལ་ཡང་དགེ་རྒན་གནང་ཞུ་ངེས་སློབ་དཔོན་གནང་ཞུ་ངེས་ཨ་རིའི་ཁོ་རང་ཚོས་ཅིག་རྒྱལ་སྤྱིའི་གི་ཆབ་སྲིད་ཙམ་དུ་མ་ཡིན་པའི་རྒྱ་ནག་གི་ཆབ་སྲིད་ཀྱི་ཐོག་ལ་ཡང་ཉམས་ཞིབ་གནང་ངེས། ཨན་རྒྱ་ནག་རང་ལ་ཡང་དངོས་སུ་འགྲོ་ངེས། དེ་འབྲེལ་གྱི་ཉམས་མྱོང་ཅན་མང་པོ་བརྗོད་རོགས་དེ་ཚོ་གྲངས་ཀ་དེ་ང་ཚོས་བདག་པོ་རྒྱག་དགོས་ཡ་དེ་ཧ་ཅང་གལ་ཆེན་པོ་ཞིག་མཐོང་བསྡད་ཀྱི་ཡོད། ཨ་རིའི་ཁོང་རྣམ་པ་ཚོའི་ཐོག་ལ་ཡང་ད་ཅིག་ནུབ་ཕྱོགས་རྒྱལ་ཁབ་ཀྱི་རྒྱ་ནག་གི་ཐོག་ལ་ཉམས་ཞིབ་མཁས་དབང་བྱེད་ངེས་ཉམས་ཞིབ་བྱེད་མཁན་མཁས་དབང་དེ་ཚོ་ཡིན་པ་ཡིན་ནའི་འདྲ་འདུག་ད་ནང་བཞིན་གྱི་ཅིག་རྒྱལ་སྤྱིའི་ནང་ལོགས་ལ་ཡང་རྒྱ་ནག་ཐོག་ལ་ཉམས་ཞིབ་བྱེད་མཁན་མཁས་དབང་དེ་ཚོ་ཡིན་པ་ཡིན་ནའི་དེ་ཚོའི་གི་བསམ་ཚུལ་ཚང་མ་ཞིག་བསྡུས་རྗེས། ང་ཚོས་གོམ་པ་ག་འདྲ་ཞིག་རྒྱབ་དགོས་ཀི་འདུག་དེ་ཚོའི་ཐོག་ལ་ཡང་བལྟ་ཡ་བྱེད་རེད་ད་ལྟ་ངས་མཐའ་གཅིག་ཏུ་ངས་འདི་བྱེད་ཀི་ཡིན་འདི་བྱེད་ཀི་ཡིན་འདི་འདི་ལབ་ཐུབ་ཡ་འདི་ཁག་པོ་ཞེ་དྲག་རེད་ད་ལྟ་འོས་ཐོབ་ཡ་གི་ཆེད་དུ་ཡང་ང་ཚོས་གནས་ཚུལ་མང་པོ་ཅིག་ཞིབ་ཚགས་པོ་འགྲོ་པ་ཅིག་དང་ཅིག་བཤད་བསྡད་པ་ཡིན་ནའི་ཁོ་གནས་སྟངས་འདིའི་ཐོག་འོག་ནས་ཕན་ཐོག་ཅིག་ཡོང་གི་ཡོད་དང་མེད་ཟེར་ཡ་དེ་ཞུ་ཐུབ་ཡ་ཁག་པོ་ཡིན་པས་སོང་ཙང་ད་རིང་དྲི་བ་འདི་ལ་ཡ་ལན། དེ་འདྲའི་ཅིག་གི་ཐོག་ནས་བཞག་བཞག་པ་ཡིན་ན་ཏག་ཏག་བདེ་ས་རེད་བསམ་གོ་ཐོག། ལོགས་སུ་གོང་དུ་བྱས་ན། ད་ལྟ་དྲི་བ་འདི་སྐུ་ངོ་ངས་གསལ་བོ་རང་གོ་གི་མེད་དུས་སྐུ་ངོ་ཡང་དྲི་བ་དེ་གསན་ཚར་ན་སྐུ་ངོ་ཐད་ཀར་དུ་ཆོས་དཀའ་ལས་གནང་རོགས་གནང། ད་ད་ལྟ་དྲི་བ་གཉིས་པ་འདི་ད་ལྟ་ལྡི་ལི་ནས་ཡིན་ལྡི་ལི་ནས་ད་ལྟ་དངོས་གྲུབ་བཀྲ་ཤིས་ལགས་ཅིག་གིས་དྲི་བ་ཅིག་བཏང་གནང་གི་འདུག་དེ་སྐུ་ངོ་ལས་ཧ་ལམ་དྲི་བ་དེ་ཁ་གསལ་བོ་ཡོད་ས་རེད་དེ་སྐུ་ངོ་གིས་གསན་བྱས་ཨེ་ནས་སྐུ་ངོ་གིས་གསན་པ་དང་དྲི་བ་ཁ་ཐུག་ཅིག་ལན་བསྐྱོན་ར་གནང་ག་ས་ནས་ངས་འདི་ནས་གསལ་བོ་རང་གོ་གི་མི་འདུག།
སྤྱི་འཐུས་ཚོགས་གཙོ་སྐུ་ངོ་སྤེན་པ་ཚེ་རིང་ལགས་ངས་ཡང་དྲིས་པ་ཞིག་ཡོད་གངས་ཟིན་ན་སྐུ་ངོས་སྲིད་སྐྱོང་ལ་ལང་གི་ཡོད་རེད་ཞེ་དྲག་ཡག་པོ་རེད་ང་ཚོ་ག་ཚོད་ཡོད་ཡིན་ནའང་དེ་ལ་ཡང་མི་མང་ཚང་དུ་གསལ་བསྒྲགས་དང། དྲི་བ་དྲིས་ལན་གནང་ལ་ལས་འཆར་དེ་འདྲས་བྱེད་ཀྱི་ཡིན་དེ་འདྲས་ཡིན་གྱི་ཡིན་ད་བྱས་ནས་བཤད་ཀྱི་བྱས་ནས་བཤད་ཀྱི་ཟིན་བསམ་པ་ལ་ད་དེ་དམིགས་བསལ་གསུང་མ་སོང་ལས་འཆར་ག་ཚོད་གསུང་ཡོད་ན་བྱས་ནའང་འགྲུབ་མི་འགྲུབ་ཟེར་ཡས་དེ་ཚོ་ལས་ཀ་ཆེན་པོ་ཆེན་པོ་བྱེད་དགོས་རེད་འགྲུབ་མི་འགྲུབ་ཟེར་ཡས་དེ་ཚོ། ནེ་ཙོ་ཧ་གོ་གི་མ་རེད་འགྲུབ་པ་འོང་གི་རེད་མ་འགྲུབ་པ་འོང་གི་རེད་ལས་ཀ་ཆེན་པོ་བྱེད་དགོས་ཚུལ་ལྟ་བ་ལ་དེ་ན་ལེགས་ཆ་གསུངས་ན་མི་དོ་ང་དོ། འབོར་འོས་ཡོག་རླུང་གཉེར་གྱི་མི་མང་ཡིན་ན་བྱས་ན་དེ་གཙང་མི་མང་ནང་ལ་གཅིག་ཆབ་སྲིད་ཀྱི་གནས་སྟངས་དྲ་བ་ལ་གང་འཚམ་མཐོན་པོ་ཆགས་ཚར་དུས་རྟོག་སླ་བྱེད་མཁན་མང་པོ་ཡོད་རེད་དེ་ཚོ་ནང་བལྟས་སུ་བློ་ཐེ་ཨ་ཨ་སྐུ་ངོས་ལེགས་ཆ་འདི་འདྲི་གསུངས་སོང་ཕྱག་ལས་འདི་འདྲི་གནང་བ་ས་རེད་ཨ་བསམ་པ་གྱི་ཡིད་ཆེས་ཉིན་ཡེ་གཅིག་དང་རེ་བ་བྱ་ཡེ་ཆགས་ཀྱི་འདུག་འོ་སེ་ཨོ་ཏེ་ཏི་ཞུ་ཡིན། ཨོ་ལོ་སྐུ་ངོ་དེ་བཞིན་ལན་འདི་གནང་རོགས་གནང་ཐུགས་ཆེ།
ད་ལྟ་བར་དུ་ངས་ཞུ་བསྡད་དེ་གར་ཟེར་ན། ས་གནས་ཁག་ཕྱིན་པའི་སྐབས་ལ་ཡ་རྒྱ་ཆེ་ས་ནས་སྲིད་སྐྱོང་བྱེད་པའི་སྐབས་སུ་ཨ་ནི་སྲིད་ཇུས་འདྲ་བོ་ག་རེ་ཟིན་དགོས་ཀྱི་རེད། གལ་ཆེ་ཆུང་འདྲ་བོ་ཞིག་ག་རེ་བཏགས་ཀྱི་ཡོད་རེད་དེ་ཚོའི་སྒང་ལ་ཡ་ལག་ལེན་ག་རེ་བཏགས་དགོས་དེ་ཚོ་ཆ་ཚང་དེ་ངས་བཤད་བསྡད་ཡོད། ད་དངུལ་འབྲུལ་གྱི་སྐབས་ལ། ཨ་ནི་མི་མང་གི་ཡིད་ཆེས་གཞི་བྱས་ནས་ང་ལ་ཡང་དངོས་གཞི་ནང་ལོགས་ལ་ཡང་འོས་སླེབས་པ་ཡིན་ན། ད་དེ་ནས་ལྷན་ཁང་རེ་རེ་རེ་རེ་དང་འབྲེལ་བའི་གི་ངའི་ལས་དོན་ག་རེ་ག་རེ་བྱེད་དགོས་ཀི་རེད་དོན་ཚང་མ་ལོགས་ཞིབ་ཙག་པོའི་ཐོག་ནས་ཞུ་ཡས་གི་འདོད་པ་ཡོད་ད་ལྟ་ད་ལྟའི་གནས་སྟངས་གི་ཐོག་ནས་ཞུ་ཡས་མེད་པ་དང་དེ་འདྲའི་གས་མ་རེད་ཡིན་པ་ཡིན་ནས་ཡང་རིམ་པ་རིམ་པ་བྱས་རྗེས་ཨ་ལན་སྔོན་འགྲོའི་སྐབས་ཀྱི་གནས་སྟངས་ཐོག་ནས་ང་ཚོ་མང་ཚོགས་ལ་ཡང་ཡིད་ཆེས་རྙེད་པ་བཟོ་ཡས་ཀྱི་འགྲེལ་བཤད་ག་རེ་རྒྱབ་དགོས་ཀྱི་འདུག་དོན་ཚན་ག་རེ་གང་ལ་ཡང་ང་ཚོ་གཞི་བཅོལ་དགོས་ཀྱི་རེད་ད་དེ་ནས་མ་ཨ་ནི་ཅིག་སྔོན་འགྲོ་ཚར་བའི་རྗེས་ལ་ཡང་ཨ་ནི་དངོས་གཞི་སླེབས་པའི་སྐབས་ལ་ད་དཔེ་ན་ཆོས་རིག་ལས་ཁུངས་ལ་ཡང་ངས་ག་རེ་བྱས་ཡ་ཆ་ཤི་ཡོད་རེད་ནང་སྲིད་ལ་ག་རེ་བྱས་ཡ་ཆ་ཤི་ཡོད་རེད་ཤེས་རིག་ལ་ག་རེ་བྱས་ཡ་ཆ་ཤི་ཡོད་རེད་དེ་གས་ཚང་མ་ལོག་ལ་ད་ག་འདྲ་ལྷན་ཁང་སོ་སོ་སོའི་ནང་ལོག་ལ་ཡང་ངས་བསམ་བློ་ནང་ཆ་ཚང་ཅིག་བང་བསྒྲིགས་ནས་བཞག་ཡོད་དེ་ཡིན་དུས་ད་ད་ལྟ་སྔོན་འགྲོ་སྐབས་ལས་མང་ཚོགས་ནང་ལ་ཡང་མང་པོ་ཕྱིན་ཅེས་འགྲེལ་བཤད་རྒྱག་ག་མང་པོ་ཕྱིན་པ་རེད་གནད་དོན་བྱེ་བྲག་པ་ཐོག་ནས་མང་ཚོས་སྐད་ཆ་དྲི་བཞག་པ་འདི་གའི་སྟེང་ངས་ལན་བརྒྱབ་ཡོད། ཡིན་ན་ཡང། དངོས་གཞིའི་སྐབས་ལ་ཡིན་པ་ཡིན་ན་ད་ཡང་མ་ཡང་བསྐྱར་མི་མང་ད་ག་རང་རྩར་འགྲོ་དགོས་ཀྱི་ཡོད་བསམ་པ་ལ་གནས་ཚུལ་གསར་པ་འགྲོ་བཞིན་བལྟས་ཞེས་ཞུ་ཡ་མེད་པ་ཡིན་ན་ནི་ཁྱེད་ཚེ་སྙེ་མང་ད་ག་རང་ཡང་བསྐྱར་ཞུ་བསྡད་པ་ཡིན་ན་ཁོ་ཏག་ཏག་འདེགས་མེད་པའི་སོང་ཙང་ཁོ་རིམ་པ་རིམ་པ་སུ་རུ་བྱས་རྗེས་འདི་བྱང་དུ་སེམས་ཁྲལ་རྩ་བ་ཉིད་གནང་དགོས་ཀྱི་མ་རེད་ངས་ལོ་བཅུ་དགུའི་རིང་ག་ལ་སྤྱི་འཐུས་ལས་ཀ་བྱས་པ་རེད། མེ་སྐད་བོད་ཡིག་གྲོས་ཚོགས་དང་སྲིད་བྱུས་ཉམས་ཞིབ་ཁང་ལོ་བདུན་དང་ཕྱེད་ཀ་ལས་ཀ་ལས་ཀ་བྱས་པའི་རིང་ག་ལ་ངས་ག་རེ་ག་རེ་བྱས་ཡོད་རེད་དེ་གས་ཆ་ཚང་ཅིག་ངས་མི་མང་ལ་འགྲེལ་བཤད་བརྒྱབ་ཡོད་ངས་ལས་ཀ་རེ་རེ་རེ་རེ་བྱས་པའི་སྐབས་ལ་རྒྱབ་ལྗོངས་ཀྱི་བསམ་བློ་ག་རེ་རེད་དམིགས་ཡུལ་ག་རེ་རེད་དགོས་པ་ག་རེ་རེད་དེ་ལས་དོན་ལག་བསྟར་ག་འདྲས་བྱས་པ་རེད་ཕན་ཐོགས་ག་འདྲས་ཡོང་ཡོད་རེད་དེ་བྱེད་དུས་མ་འོངས་པ་ངས་ལས་ཀ་བྱས་པ་ཡིན་ནའི་ག་འདྲས་ཞིག་བྱེད་ཐུབ་ས་རེད་ཞེས་ཡ་གི་ངས་མི་མང་ནང་ལོགས་ལ་ཡང་བསམ་བློ་ཅིག་ད་བསྐྲུན་བཞག་ཡོད་རེད་དེ་ཡིན་དུས་རྣམ་པ་ཚོས་ཐུགས་ཚབ་ཅེས་གནང་དགོས་ཀྱི་མ་རེད་དང་པོ་ངེད་ཀྱི་དྲང་པོ་བྱེད་ཀྱི་རེད་ལྷག་བསམ་རྣམ་དག་གིས་བྱེད་ཀྱི་རེད་ཟེར་ཡ་འདི་ཡི་ཡི་ཆད་འདི་ཡི་འོག་ནས་ཨ་ནི་སྔོན་འགྲོ་ལ་ཡང་རྣམ་པ་ཚོས་ཡི་ཆད་གནང་བྱས་ང་ལ་ཡང་རྒྱབ་སྐྱོར་གྱིས་གནང་བ་ཡིན་ན་ཨ་ནི་དངོས་གཞིའི་སྐབས་ལ་ད་གལ་སྲིད་ང་ལ་ཞིབ་ཕྲ་བཤད་ཡ་མེད་པ་ཡིན་ན་ཨ་ནི་ཆང་སོ་ང་དྲི་བ་བཏང་ན་ཏག་ཏག་བསྡད་དགོས་པ་རེད་དེ་དུས་ངས་ལན་ཆ་ཚང་ཞིབ་ཞིང་ཕྲ་བ་ཞུ་ཆོག་ཟེར་ནས་ངས་ཁས་ལེན་བྱེད་ཀྱི་ཡོད། ལ་ལས་ལོགས་སུ་ཁོང་ཐུགས་ཆེ་ན་ད་དེ་འདྲའི་དྲི་བ་ཡོང་དགོས་ཡག་གི་རྒྱུ་མཚན་གཙོ་བོ་གཅིག་དེ། ཏན་ཏན་རང་མ་ཤི་ཁོང་ད་ལྟ་སེམས་པ་རེད་དེ་བྱེད་དུས་མང་ཆེ་བ་གཅིག་གིས་ད་སྲིད་སྐྱོང་འོས་མི་གཞན་དང་མཉམ་དུ་བསྡུར་ཡོང་པའི་སྒང་ལ་ད་སྐུ་ངོ་གིས་སྤྱིར་བཏང་གི་ད་ཅེས་གཏམ་བཤད་གནང་བ་ཙམ་མ་གཏོགས་དངོས་གནས་རང་གི་ལས་བྱ་དེ་ཨང་ཀི་གི་ཚུལ་གྲངས་ཀ་གི་ཚུལ་དེ་འདྲ་མེད་པས་དེ་འདྲའི་ཐོག་དྲི་བ་ཡོང་གི་ཡོད་ས་རེད་ཁོང་ཐུགས་ཆེ་ན་ཨེ་དེ་ནས་ཡང་བཞུགས་སྒར་རྡ་རམ་ས་ལ་ནས་བཀྲ་ཤིས་ལགས་ཀྱིས་ཡང་སྐུ་ངོ་ལ་དྲི་བ་བྱེད་འདུག་ཅེས་དྲི་བ་དེ་སྐུ་ངོ་གསན་ནས་ཨེ་སྐུ་ངོ་ཐད་ཀར་གསན་ཚར་ན་ཡང་ཅིག་ལན་དེ་གནང་རོགས་གནང་ཐུགས་ཆེ།
ངའི་མིང་ལ་བཀྲ་ཤིས་ཟེར་གྱི་ཡོད། ང་རྡ་ས་ནམ་རྒྱུན་རྡ་ས་དར་མ་ས་ལ་བསྡད་ཀྱི་ཡོད། ངས་ད་ལྟ་འདི་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་ལགས་ལ་ད་ལྟ་སྲིད་སྐྱོང་གི་འོས་མི་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་ལགས་ལ་ཡང་བཀའ་འདྲི་ཞུ་བར་བྱེད་ཡོད། ཨ་ནི་ད་ལྟ་འདི་བོད་མི་ནང་ཁུལ་གྱི་གཅིག་སྒྲིལ་གཅིག་སྒྲིལ་གྱི་ནུས་པ་སྤུངས་ཡག་ཡིན་གསུངས་ཡག་དེ་ཨ་ནི་གཅིག་སྒྲིལ་གྱི་རྨང་གཞི་དེ་ག་འདྲས་ཅིག་ལ་བཞག་བྱས་ནི་ནུས་པ་སྤུངས་ཡག་ཡིན་མིན་གྱི་སྐོར་ལ་ཡང་གཅིག་བཀའ་ལན་གནང་རོགས་གནང་ཞུ་བ་ཡིན།
ད་གཅིག་སྒྲིལ་གྱི་རྨང་གཞི་དེ་རྩ་བའི་ང་ཚོ་ཆོལ་ཁ་སོ་སོ་སོ་ཡིན་པ་ཡིན་ནའི་ངས་ལབ་གི་ཡོད་ན་དུས་རྒྱུན་དུ་ནས་ངས་ལབ་སྡོད་ཀྱི་ཡོད། ཆོལ་ཁ་སོ་སོ་སོ་ཡིན་པ་ཡིན་ནའི་སོ་སོ་སོ་ལ་ཞེན་ཁོག་ཡོད་ཡ་དེ་ཡོང་ཆོག་གི་རེད། ཡིན་ནའི་ཞེན་ཁོག་དེ་བཟང་ཕྱོགས་ཀྱི་ནུས་པ་ལ་བེད་སྤྱོད་གཏང་དགོས་ཀྱི་རེད། དཔེར་ན་མདོ་སྟོད་འགྲོ་བ་བྱིན་པ་ཡིན་ནའི་མདོ་སྟོད་ཀྱི་སོ་སོ་སོའི་མི་མང་ལ་ཞེན་ཁོག་བྱས་ནས་སུ་སུ་སུའི་གིས་མི་མང་ནང་ལོག་ལ་ཡ་ཅིག་སྐྱོ་བོ་ཡོད་པ་དང་ཉམ་ཐག་ཡིན་པ་དང་འཚོ་སྣོན་དགོས་ཡ་དང་རོགས་པ་དགོས་ཡ་ཚོའི་ཐོག་ལ་ཡ་ནུས་པ་སྤུངས་ཐུབ་པ་ཡིན་ན། ཨ་འདི། དངོས་གནས་དྲ་གནས་ཀྱི་ད་ཞེན་ཁོག་ཡ་ག་ཆག་དེ་གོ་དེ་དེ་བཞིན་གྱི་ཅིག་མདོ་སྨད་ཡིན་ནའི་རེད་མདོ་སྟོད་ཡིན་ནའི་རེད་ད་ག་རང་རེད། ད་ཆུ་རྒྱུད་སུ་སུ་སུའི་ནང་ལ་ཡིན་པ་འདྲ་བོ་ཕྱིན་པ་ཡིན་ནའི་སུ་སུ་སུའི་གིས་ནང་ལོག་ལ་ཞེན་ཁོག་ཡོང་སྲིད་གི་རེད་ཡིན་པ་ཡིན་ནའི་འདི། ཞེན་ཁོག་འདི་ཁོ་བཟང་བཟང་ས་ནས་བེད་སྤྱོད་དང་ད་ཐ་མའི་འདོམས་རྒྱབ་ཡོང་དུས་ཆོལ་ཁ་ཡིན་པ་ཡིན་ནའི་བོད་རྩ་དོན་སྤྱིར་ཐུག་ཡོང་དུས་ཨ་ནི་ནུས་པ་མཉམ་དུ་སྤུངས་དགོས་ཡ་ཆོས་རྒྱུད་ཚོ་ཡིན་པ་ཡིན་ནའི་བོད་རྩ་དོན་ལ་ཐུག་ཐུག་ཡོང་དུས་ནུས་པ་མཉམ་དུ་སྤུངས་དགོས་ཡ་ང་ཚོ་ཁ་གཏད་དེ་རྒྱ་ནག་ཡིན་པ་བྱས་དེ་ཡིན་དུས་སེམས་པ་ལ་ང་ཚོའི་གི་ཅིག་ལས་འགུལ་ག་རེ་སྤེལ་བ་ཡིན་ནའི་རེད་ལས་གཞི་ག་རེ་བང་བསྒྲིགས་པ་ཡིན་ནའི་རེད་སྐད་ཆ་ག་རེ་བཤད་པ་ཡིན་ནའི་ཚང་མ་རྒྱ་ནག་གི་ཕྱོགས་ལ་ཕར་བལྟས་བྱས་འགྲོ་དགོས་ཡ་དེ་གལ་ཆེན་པོ་ཞིག་ཆགས་བསྡད་དགོས་བ་རེད་ད་ནང་བཞིན་གི་ང་རང་སྤྱི་ཚོགས་ནང་ལོགས་ལ་ཅིག་ལྟ་བ་ལངས་ཕྱོགས་མི་འདྲ་ཡོད་པ་འདི་ཚོ་ཡིན་པ་ཡིན་ནའི་ཁོ་ཡོད་ཆོག་གི་རེད་ང་ཚོ་དམངས་གཙོ་ལང་ཀ་ལ་འགྲོ་གི་ཡོད་རེད་ཡིན་པ་ཡིན་ནའི་ང་ཚོ་ནང་ཁུལ་ནང་ལོག་ལ་ཡང་ཚུ་གཅིག་མཐུན་མ་མཐུན་དང་འགྲིག་མ་འགྲིག་དང་ཚེ་འདྲེན་སྒང་ལ་ཡང་དུས་ཚོད་མང་པོ་བཏང་ཡ་དང་ནུས་པ་མང་པོ་བཏང་ཡ་དེ་ཕག་བཞག་ནི་རྒྱ་ནག་ལ་ཕག་ཁ་ཕྱོགས་ནས་བྱས་པ་ཡིན་ན་ང་ཚོ་ནང་ཁུལ་ཕྲུག་གཡག་འདི་ཚོ་ཡོང་དགོས་མི་དགོས་ཡ་གཅིག་གི། གནས་སྟངས་གཅིག་ངས་མཐོང་བསྡད་ཡོད་རེད་ད་ནང་བཞིན་གྱི་བོད་ཕྱི་དང་ནང་གཉིས་ཀ་གི་ཡིན་པ་ཡིན་ནའི་ང་ཚོའི་གི་ཅིག་བསམ་བློ་ཁྱད་སུ་དང་འགྲོ་སྟངས་དང་དེ་གའི་ཚང་མ་ལོག་ཕྱོགས་གཅིག་ལ་འགྲོ་ཐུག་བས་ཏེ་ངས་གཅིག་བསྒྲིགས་བཤད་ཡོང་དུས་ཚང་མ་ལ་ཡང་ཆོལ་ཁ་ཆོས་རྒྱུད་ལྟ་བ་ལངས་ཕྱོགས་མི་འདྲ་བོད་ཕྱི་ནང་ཚང་མ་ལོག་ཅིག་ང་ཚོའི་ནུས་པ་གང་ཡོད་པ་དེ་རྩ་བའི་ཆ་ནས་ང་ཚོའི་ནུས་པ་ཞན་པོ་རེད་དཔལ་འབྱོར་གྱི་ཐོག་ནས་ཞན་པོ་རེད་མིའི་ནུས་པ་ཐོག་ནས་ཞན་པོ་རེད་དེ་གང་ཡིན་པ་དེ་ག་ཚང་མ་ལ་ཕྱོགས་གཅིག་ལ་བསྒྲིགས་བྱས་འགྲོ་དགོས་བས་ཏེ་གནད་འགག་འདྲ་པོ་ཞིག་ལྟ་བསྡད་ཀྱི་ཡོད་དེ་ཡིན་ཚང་མ་གཅིག་སྒྲིལ་གྱི་རྨང་གཞི་དེ་ང་ཚོ་བོད་ཕ་ལོ་ཡག་གི་བསམ་བློ་བཏང་ནས་ཁ་གཏད་སུ་ཡིན་པ་དེ་ངོས་འཛིན་པའི་ཐོག་ནས་ང་ཚོ་ལས་ཀ་བྱས་པ་ཡིན་ན་ཨ་ནི་ང་ཚོ་ནང་ཁུལ་གཅིག་མཁན་དེ་མེད་པ་ཆགས་འགྲོ་གི་རེད་བཞིན་དེ་ཤོད་ཐུབ་ཀྱི་ཡོད། ལས་རླུང་སོགས་སྐུ་འོན་དེ་ནས་སྤྱི་བཏང་གིས་ཁོ་རང་གི་དྲི་བ་བཏང་ཡ་དེ་གཙོ་བོ་ད་མེད་ཅེས་མཐུན་སྒྲིལ་གྱི་གཞི་རྟེན་དེ་སྐུ་འོན་ཟལ་དུ་བཀའ་འདྲི་ཞུས་ཀྱི་རེད། ད་ཁོང་ངོས་ནས་ཡིན་པ་ཡིན་པའི་ཡིན་ནས་སྤྱི་བཏང་གི་ད་ཅིག་བཙན་བྱོལ་སྤྱི་ཚོགས་ནང་ཡིན་པའི་ཡིན་ནས་རེད། ཅིག་ལས་ཀ་བྱེད་ཕྱོགས་རེད་དེ་ཚོའི་ནང་ལ་ཅིག་གཅིག་སྒྲིལ་གེགས་ཅིག་དཀའ་ངལ་ཅིག་གཟིགས་ཀྱི་ཡོད་དམ་མེད་དམ།
ད་འདི་རྩ་བའི་ཆ་ནས་མི་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་བོད་ནང་ལོགས་ལ་གཅིག་སྒྲིལ་གྱི་གནས་བབ་གང་འདྲ་ཡོད་རེད་ཆོལ་ཁ་ཆོས་རྒྱུད་ཡིན་པ་ཡིན་ནས་རེད་ད་ནང་བཞིན་བཙན་བྱོལ་ནང་སླད་ཆེད་ང་ཚོ་གཅིག་སྒྲིལ་གྱི་ཆག་ཡ་གི་ད་གནས་སྟངས་མི་འདྲ་འདྲ་བོ་དེ་འདྲའི་དཀའ་ངལ་འདྲ་བོ་ག་རེ་ག་རེ་འཕྲད་ཡོད་ད་དེ་གས་ཚང་མ་ལོག་ལེ་ཡ། འདས་པའི་ལོ་ལྔ་བཅུ་ང་དྲུག་རིང་ག་ལ་རྒྱ་བོར་མི་ཆེ་གི་ད་སྐུ་ངལ་ག་ག་ཚོད་ག་ཚོད་སྐྱོན་ཡོད་རེད་དེ་ཡིན་ས་མལ་ད་འདས་སྐབས་འདྲ་བོ་ཕྱིན་པ་ཡིན་ན་ག་ལ་ག་འཚམ་ཅིག་ད་ཆོལ་ཁ་ནང་ལོག་ལེ་ཡིན་པ་ཡིན་ནའི་འདྲ་འདུག་ཆོས་རྒྱུད་འདྲ་བོ་ནང་ལོག་ལེ་ཡིན་པ་ཡིན་ནའི་འདྲ་འདུག་དེ་ཚོ་ནང་ལོག་ལེ་ཡ། ཡ་ཐག་ཆོད་འདྲ་བོ་ཅིག་ཆག་བསྡད་ཡོད་རེད་ད་ཡིན་ནའི་ཕྱིས་སུ་ད་ནང་ང་ཚོ་ལངས་ཕྱོགས་དང་དེ་འདྲའི་གི་ཐོག་ནས་ཡ། ང་ཚོ་སྤྱི་ཚོགས་ནང་ལོགས་ལ་མཐུན་མ་མཐུན་དང། ཨ་ནི་ལྷག་པར་དུ་ང་ཚོ་མ་མཐུན་པ་འདི་གས་འདི་གས་ཨ་ནི་ཅིག་ཚང་ལོགས་དེ་སང་ད་ཅིག་ཀ་མེ་ར་ཅིག་ཁྱེར་ཡོད་དེ་སུན་པ་པར་བརྒྱབ་ཅེས་ང་རང་སྤྱི་ཚོགས་ནང་ལ་བཀྲམ་ཆེ། ཅིག་གནས་ཚུལ་ཆུང་ཆུང་རྫུན་མ་ཞི་འཇགས་ཡོང་ཡག་གི་ཚབ་ལ་ཡང་ཆེ་རུ་བཏང་ཡག་གི་གནས་ཚུལ་ཡོང་གི་ཡོད་པ་དེ་ཚོ་དེ་འགའ་དེ། མ་འོས་པ་ཅིག་མཐོང་བསྡད་ཀྱི་ཡོད་ཅེ་སང་ང་སྲིད་སྐྱོང་ཆགས་པ་ཡིན་ན་དེ་ཚོའི་གི་འགྲོ་ལུགས་འགྲོ་སྟངས་དཔེར་ན་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ངོ་བོ་ཆ་ཚང་ཅིག་ཏག་ཏག་བསྡད་དགོས་གི་རེད་ཡིན་པ་ཡིན་ནའི། ང་ཚོ་སྤྱི་ཚོགས་ནང་ལོགས་ལ་གནས་ཚུལ་བྱུང་པའི་སྐབས་ལ་ཡང་ད་སྤྱི་ཚོགས་བདེ་འཇགས་དང་གཅིག་སྒྲིལ་ལ་གནོད་གཞིའི་གི་ལས་ཀ་དེ་འདྲ་ཆགས་ཀྱི་ཡོད་པ་ཡིན་ན་རྒྱུ་དེ་འདྲ་ཆགས་ཀྱི་ཡོད་པ་ཡིན་ན་ཨ་ནི་སྲིད་སྐྱོང་ཡིན་ཟེར་ན་ནི་ལྟད་མོ་ལྟ་བྱེད་དེ་དེ་འདྲ་རྩ་བ་ཉིད་འགྲིག་ག་ཡོད་མ་རེད་ངས་འདི་བསམ་བསྡད་ཀྱི་ཡོད་དེའི་སྐབས་དེར་གནས་ཚུལ་ཆུང་ཆུང་སྐབས་ནས་མེད་པ་བཟོ་ཐུ་ཡ་ལ་ཡང་ཨ་ནི་ཐབས་ཤེས་ག་རེ་བྱེད་དགོས་ཀྱི་ཡིན་ནས་བྱེད་དགོས་ཀྱི་རེད་ཟེར་ནས་ངའི་བསམ་བློ་ཁྱད་གསོད་འགྲོ་གི་ཡིན། ནོར་ལོགས་སུ་སྐུ་ངོ་ཐུག་བྱས་ན་ཨིན་དེ་ནས་ད་ནི་སྐུ་ངོ་གིས་ད་དྲི་བ་ཁ་ཤས་ཀྱིས་ཕུལ་ཡག་འདུག་སྐུ་ངོ་ལ་དེ་དྲི་བ་དེ་ཚོ་མང་ཆེ་བ་སྐུ་ངོ་ཡང་མ་ས་གནས་ཁག་ལས་འོས་བསྡུ་དང་འབྲེལ་བའི་དྲིལ་བསྒྲགས་ཕལ་བའི་དེ་འབྲེལ་ཐོག་ལས་གཏམ་བཤད་གནང་བའི་དེ་འབྲེལ་གྱི་ལྟ་སྤྱད་ཀྱི་ཐོག་ནས་བསམ་ཚུལ་ཆ་འཇོག་གི་དྲི་བ་ཁ་ཤས་ཡོད་ཡིན་ས་རེད་ད་ལྟ་བཞུགས་སྒར་རྡ་རམ་ས་ལ་ནས་ངག་དབང་རྡོ་རྗེ་ལགས་ཀྱི་དྲི་བ་ཞིག་འདུག་དེ་ཁུངས་དབང་གྱི་སེང་ཅེས་ནས་འདི་ནས་ཁུངས་དབང་ལེན་འདེད་ཅིག་གནང་རོགས་གནང། སྤེན་པ་ཚེ་རིང་ལགས་ནི་དྲི་བ་ཆུང་ཆུང་ཞིག་ཡོད། དྲི་བ་ཆུང་ཆུང་དེ་ག་རེ་བཞི་བ་ཡིན་ནམ། སྔོན་མ་ནས་ང་ཚོའི་ཚོགས་གཙོ་སྤེན་པ་ཚེ་རིང་གི་ཐང་ཁ་ཤས་ལ་ཡང་ང་ཚོའི་དེ་འདྲ་སྲིད་སྐྱོང་གི་དབུ་མི། སྐད་ཆ་ལབ་སྐབས་གཤམ་ལ་ཅིག་གཟར་གཟར་འདྲ་བོ་མང་པོ་ཅིག་གསུངས་ཡོད་པ་རེད། གསར་བུ་ཞིག་ཞུ་བ་ཡིན་ན། སྐྱབས་མགོན་རིན་པོ་ཆེ་ལ་མཚན་མོ་བཞུ་མཁན་ཅིག་དང་མཉམ་དུ་དུས་ནམ་ཡིན་ན་ཡང་ཅོག་ཙེ་གཅིག་གི་སྒང་ལ་བསྡད་ནས་སྐད་འབོར་གནང་གི་མིན་གསུངས་ཡོད་པ་རེད། གལ་ཏེ། སྤེན་པ་ཚེ་རིང་མ་འོངས་པ་ན་སྲིད་སྐྱོང་ཆགས་པ་ཡིན་ན། སྲིད་སྐྱོང་ཆགས་པའི་སྐབས་ལ་ཡང་ཨ་ནི་རྒྱ་མིས་སྐད་བཏང་ནས་ཁྱོད་རང་ཚོ་ཤོག་དང་ངར་སུ་བོད་དང་རྒྱ་གི་བར་ལ་སྐམ་པོ་གནང་མཁན་ལབ་པ་ཡིན་ན་ཨ་ནི་སྤེན་པ་ཚེ་རིང་གི་ལན་ག་རེ་བཏབ་དགོས་ན་སྐྱབས་མགོན་རིན་པོ་ཆེ་ལ་མཚན་སྨོད་བཞེས་མཁན་ཨང་དང་པོ་དང་ཆེ་ཤོས་དེ་རྒྱ་མི་ཆགས་དང་ཡོད་བ་རེད་དེ་ཡིས་མ་འོངས་པ་ནས་ཨ་འདྲ་ཅིག་གི་གོ་སྐབས་བྱུང་བ་ཡིན་ན་སྤེན་པ་ཚེ་རིང་གི་ལན་ག་རེ་བཏབ་དགོས་ན་ཞེས་བ་དེ་ཡིན། ཨོ་དགོང་བོ་ལན་དེ་གནང་རོགས་གནང།
ད་ལྟ་གནས་ཚུལ་འདིས་གཞི་རྩའི་གི་ངེད་ཀྱི་བསམ་བློ་ཁྱད་གསོད་ཀྱི་ཐོག་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཟུར་ཟ་དམའ་འབེབ་ཨ་ནི་ཅིག་ད་དེ་འདྲའི་འདྲ་མི་འདྲ་དེ་འདྲ་བཤད་བསྡད་ངེས་སོ་སྙམ་དུ་སྙེ་མ་ནས་ད་ལྟ་ང་སྲིད་སྐྱོང་ལངས་པའི་སྐབས་གཅིག་པོ་མ་རེད་ངས་སྙེ་མ་ནས་ཞུ་བསྡད་ཀྱི་ཡོད་འདི་ཚོ་ལ་ངས་སྡིངས་ཆ་སྤྲད་དགོས་ཡ་གི་རྒྱུ་མཚན་རྩ་བ་ཉིད་ནས་མཐོང་གི་མི་འདུག་ངས་སྐད་ཆ་བཤད་བཞག་པ་འདི་ངས་ཟུར་ཟའི་ངོ་བོ་ཐོག་ནས་བལྟ་གི་མེད་ཁོ་རང་དོ་བདག་གིས་ད་ལྟ་བར་དུ་སྤྱི་ཚོགས་ནང་ལོག་ལ་སྐད་ཆ་ག་རེ་ག་རེ་བཤད་བཞག་ཡོད་རེད། ཁོའི་བསམ་བློ་འཁྱེར་སོ་ག་འདྲ་ཅིག་རེད། ཁོས་གིས་ག་རེ་ག་རེ་བྱས་ཡོད་མེད་དེ་གས་ཚང་མ་ལོ་ངས་ཤེས་པའི་ཐོག་ནས་ངས་བཤད་གི་ཡོད་རེད་མ་གཏོགས་ཀྱི་དངོས་ཡོད་གནས་སྟངས་ལ་གཞི་བཞག་ནས་བཤད་གི་ཡོད་རེད། ཨན་དེ་གི་གང་ལ་ད་ཁྱང་གི་དྲི་བ་གཙོ་བོ་འདི་ཅི། ཁོ་རང་ལ་ཡ་སྐད་ཆ་བཤད་གི་མི་འདུག་གཞུང་མང་རྒྱ་ནག་ལ་སྐད་ཆ་བཤད་གི་རེད་བཤད་གི་མ་རེད་རྒྱ་ནག་གི་ཨ་ནི་རྒྱ་བོར་མ་ཆད་ལ་ཡ་ཟུར་ཟ་དང་དམའ་འབད་དེ་འདྲ་བྱེད་གི་ཡོད་རེད་ཞེས་ནས་བཤད་བསྡད་གི་ཡོད་འདུག་བསམ་པ། ང་ཚོའི་བོད་པ་མི་གཅིག་དང་རྒྱ་ནག་གཞུང་གཉིས་ཀྱི་པ་ར་ལས་ཡ་ཁྱད་པ་ག་ཚོད་ཡོད་མེད་དེ་བསམ་བཏང་ཞེན་དགོས་བ་རེད་བོད་པ་མི་གཅིག་དེ་དཔེ་ན་ད་ལྟ་བར་དུ་ང་ཚོ་དེ་སྤྱི་ཚོགས་ཁྲག་ཁོག་ཁོག་བྱེད་ནས་དེ་ཐུ་ཡ་དང་བོད་པའི་གི་གནད་དོན་དེ་འཛམ་བུ་གླིང་གི་སྡེང་ཆ་དེ་ནང་ལ་ལྷག་ཐུ་ཡ་དེ་རྒྱལ་བ་རིན་པོ་ཆེ་དེ་མེད་བ་ཡིན་ན་ཡོང་ཐུ་ཡ་མེད་བ་དེ་ང་ཚོ་གསལ་བོ་ཞིག་ཞུ་ཕྱིར་བ་ད་དེ་འདྲའི་གི་བཀའ་དྲིན་བསམ་ཤེས་རྩ་བ་ཉིད་ནས་མེད་བའི་ཐོག་ནས་ད་ལྟ་ང་རང་ཚོའི་གི་གནས་སྟངས་དེ་གའི་དེ་ཆ་ཚང་གཅིག་གནས་ཐུ་ཡའི་གི་ད་གཞི་རྩ། ཟི་ནས་རེད་ཚང་མ་གི་ད་བཀའ་དྲིན། རྐྱང་ངན་དེ་རྒྱ་བོར་མ་ཆེ་ལ་ཡ་ད་འདོད་ཅིག་དམའ་འབེབས་བྱེད་ཟུར་ཟ་བྱེད་ཅིག་བྱེད་ཡོང་འདོད་ཚང་པ་ལ་དེ་ང་ཚོ་བོད་པ་སུ་གཅིག་ཡིན་པ་ཡིན་ནས་ནས་ཁྱག་ཐོ་ཡ་མེད་པ་དེ་ཡོད་རེད་དེ་ཡིན་དུས་ག་ཤེད་ཀྱི་ད་ནས་ཁྱང་དྲི་བ་དེ་མཉམ་དུ་ཡང་ག་ཤེད་ག་སིག་ཟོ་ཁྱེད་རང་གི་དམངས་གཙོ་ལ་དོ་ཕོག་བཏང་གི་ཡོང་མ་རེད་ཟེར་ནས་དེ་འདྲའི་ཤེས་ངན་དེ་འདྲ་ཡོང་གི་འདུག་ངས་དམངས་གཙོ་ལ་དོ་ཕོག་གང་ཡང་བཏང་གི་མེད། ང་ལ་རང་དབང་ག་རེ་ཡོད་རེད་ཟེར་ན་མི་གཞན་པ་སུ་མཉམ་དུ་བསྡད་མ་བསྡད་དང་སུ་མཉམ་དུ་སྐད་ཆ་བཤད་མ་བཤད་དང་རླུང་འཕྲིན་ཡིན་ནས་རེད་གདེང་ཆ་གང་ལ་ཡག་ཅིག་མཉམ་དུ་གྲོས་བསྡུར་བྱས་མ་བྱས་དང་དེ་ཚོ་བྱ་ག་དེ་ང་ལ་རང་དབང་ཡོད་རེད་དེ་ངས་བསྡད་མ་བསྡད་དེ་ངའི་ཐག་གཅོད་གི་རེད་ཡང་ཁོ་རང་སྤྱི་ཚོགས་ནང་ལོག་ལ་སྐད་ཆ་བཤད་ཆོག་གོ་མ་རེད་ཟེར་ནས་ངས་ཁོ་གི་རང་དབང་དེ་ངས་བཀག་གི་ཡོད་མ་རེད་དེ་ཡིན་དུས་བསམ་པ་ཁོ་རང་ཁོ་རང་རང་དབང་བེད་སྤྱོད་བཏང་ན་ཁོ་རང་ཁོ་རང་འགྲོ་དེ་ཡོད་རེད་ང་ང་རང་ང་རང་རང་དབང་བེད་སྤྱོད་བཏང་བྱས་ང་རང་འགྲོ་དེ་ཡོད་རེད་ཡིན་ནས་རྒྱ་ནག་གཞུང་ཟེར་ཡ་དེ་ཁོ་གཞུང་གཅིག་རེད་དེ་མི་གཅིག་གཅིག་པོ་གཅིག་མ་རེད། འདི་ཁོ་གཞུང་འདི་མི། རྗེ་བོ་རྒྱ་ནུབ་བྲོ་ཡ་ཆེ་རེད་མ་གཏོགས་ཅིག་གི། ད་ནང་ང་ཚོ་དེ་མི་གང་ཟག་ཅིག་དང་རྒྱ་ནག་གཞུང་གི་པ་ར་ལི་ཡ་ཅིག་བསྡུར་བྱས། དེ་བསམ་བློ་ཁེ་སོ་ཁོ་རང་གང་འདྲ་འདྲ་པོ་ཅིག་ལས་ཡིན་ན་བསམ་བསམ་འདྲ་པོ་ཅིག་ངས་འཇམ་འཇམ་དོགས་གཞི་འདྲ་པོ་དེ་ནས་སླེབས་བསྡད་ཀྱི་ཡོད་རེད་དེ་ཡིན་དུས་རྒྱ་ནག་གཞུང་འདྲ་པོ་བྱིན་པ་ཡིན་ན་ང་ཚོ་བོད་པའི་དཀའ་རྙོག་སེལ་ཡ་དེ་སེལ་དགོས་ཀྱི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཕལ་ཁེ་བཤད་དགོས་ཀྱི་ཡོད་རེད་ཕི་གི་གཞུང་ཅི་རེད་ཕི་གིའི་ནང་ལ་ཡོད་དེ་ངས་མི་འཛུགས་མཁན་ཁོ་བ་འགྱུར་བ་ཐེབས་ནས་འགྲོ་བསྡད་ཡ་ཅི་རེད་ཡིན་ན་ང་ཚོ་བོད་པ་རང་ཅིག་མི་ཅིག་ད་ཅིག་བཀའ་དྲིན་བསམ་ཤེས་རྩ་བ་ཉིད་ནས་མེད་པས་ཀྱི་ཨ་ནི་རྒྱ་རོམ་ཕྱི་ལ་ཡ་ཞི་མེད་སྐྱོན་བརྗོད་དང་མཚན་སྨད་དང་ད་ཅིག་ཟུར་ཟ་དང་དེ་འདྲ་བྱས་ཡོང་དུས་བསམ་པ་ལ་ད་དེའི་ཁོ་གནས་སྟངས་ཁོ་རང་མི་འདྲ་བ་རེད་ཨ་ནི་དེས་དེ་འདྲའི་བྱས་དེ་ངས་ཅི་ལ་ད་འདིར་རྒྱབ་སྐྱོར་བྱས་དེ་ངས་སུ་ཡིན་པ་ཡིན་ནས་སོ་སོ་བསམ་བཏང་ཡ་རེད་མ་གཏོགས་ཅིག་གི་ངས་འདིའི་སྒང་ལ་ཡ་དམིགས་བསལ་ད་ཞུ་གི་མེད། ངའི་རྩོད་ངའི་བསམ་བློ་གཙོ་བོ་འདི། ཁོ་རང་ཚོ་ལ་ཡང་སྡིངས་ཆ་མ་སྤྲད་གོ་ཆེ་མཐོང་མ་སྤྲད་གོ་བསམ་ཡས་འདི་ད་ད་འདེལ་གྱི་གང་ཟག་ཁ་ཤས་ཀྱི་བྱེད་སྟངས་དང་ཨ་ནི་སྒྲིག་འཛུགས་ཁ་ཤས་ཅིག་གི་རྒྱབ་སྐྱོར་བྱེད་སྟངས་དང་དེ་ཚོ་བལྟས་ནས་ངའི་བསམ་བློ་དེ་རྦད་ལྡོག་ཕྱོགས་ཆགས་འགྲོ་གི་འདུག་ངས་མ་མཐོང་ཆོག་མ་སྤྲད་གོ་ཆེ་མཐོང་མ་སྤྲད་གོ་བསམ་ཡས་འདི་ད་ཆེ་མཐོང་རག་དེ་ངས་བཟོ་རུ།

དེ་སྔའི་སྡིངས་ཆ་མཉམ་དུ་བསྡད་མ་མྱོང་ལ་མ་འོངས་པ་ཡིན་ནའི་སྡིངས་ཆ་མཉམ་དུ་བསྡད་ཐུབ་ས་མ་རེད། ཨ་ནི་མང་ཚོགས་ངོས་ནས་དེ་འབྲེལ་གྱི་གདམས་སྒུག་ཡོད་པ་ཡིན་ན་ཨ་ནི་མི་མང་གི་ལས་དབང་རེད་ང་ལ་ཁེགས་སྐོར་ཞུ་ཡ་མེད། ད་ཡིན་ནའི་དེའི་མཉམ་དུ་ང་འདི་ཞུ་ངེས་བྲོས། སྤྱི་ཚོགས་ནང་ལོགས་ལ་ཡང་དཀྲོག་གཏམ་རྒྱག་ཡ་དེ་སྤེན་པ་ཚེ་རིང་གིས་རང་ཚོ་རང་བཙན། ལངས་ཕྱོགས་ཁྱི་ངན་མཉམ་དུ་གདེང་ཆ་གཅིག་ག་ལ་བསྡད་ཀྱི་མེད་ཟིག་བ་རེད་ཟེར་ནས་དེ་འདྲའི་སྐད་བཤད་མཁན་དུ་དེ་བདེན་པ་ཚ་བ་ཉིད་ནས་མ་རེད། རང་བཙན་བཤད་མཁན་དེ་འདྲས་མཉམ་དུ་གདེང་ཆ་གཅིག་ག་ལ་བསྡད་མྱོང་རང་བཙན་ལྟ་བ་ལངས་ཕྱོགས་ཁྱི་དེ་ངན་ཚོ་ཡིན་པ་ཡིན་ནའི་ང་ཐུགས་ཁག་ཡོང་གི་འདུག་སྐད་ཆ་བཤད་ཀྱི་ཡོད་དེ་ཚོ་གནས་ཚུལ་ཁ་ཁ་རེད་ངས་ད་ལྟ་འདི་བཤད་ཡ་འདི། རང་བཙན་གྱི་ལངས་ཕྱོགས་སྐད་ཆ་མ་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་མཚན་མེད་ཞུ་མཁན་དང་དམའ་འབེབས་ཞུ་མཁན་དང་ཟུར་ཟ་ཞུ་མཁན་དེ་འདྲས་ཡོད་པ་ཡིན་ན་དེ་མཉམ་དུ་ངས་ཚ་བ་ཉིད་ནས་བསྡད་ཀྱི་མེད་ཟེར་ནས་འདི་གསལ་པོ་ཞུ་ཡ་འདོད་པ་བྱུང།

ཚོགས་གཙོ་སྤེན་པ་ཚེ་རིང་ལགས་ནས་བྱས་འདུག་ད་སྤེན་པ་ཚེ་རིང་ལགས་ཁྱེད་རང་འགྲོ་ཞིག་འདི་ཉིད་ལྟར་ལ་ནས་དྲ་རྒྱ་ནང་ལ་ད་ང་ཚོའི་གི་སྲིད་སྐྱོང་གི་ཡུལ་མི་ཀླུ་མཁར་བྱམས་མཉམ་དུ་ཨ་ནི་སྡིངས་ཆ་གཅིག་ག་ལ་ཨ་འདྲེས་ད་སྐད་ཆ་བགྲོ་གླིང་ཡིན་ན་ག་རེ་གནང་གི་མེད། གང་ཡིན་ཟེར་ན་ནི་ཀླུ་མཁར་བྱམས་ཁོ་རང་ར་འོར་འགྲོ་ཡིན་ན་ང་ཚོའི་གོང་ས་མཆོག་ལ་ནི་འཚེ་མེད་འཚེ་མེད་ཀྱི་འཚེ་མེད་བཞུགས་གནས་ཤིག་མཉམ་དུ་ང་ཚོ་སྡིངས་ཆ་གཅིག་ལ་འདི་སྐད་ཅེས་ཤིག་མི་གསུང་ཡོད་རོགས། ད་གལ་སྲིད་ད་ཀླུ་མཁར་བྱམས་ཁོ་རང་གོང་ས་མཆོག་ལ་འཚེ་མེད་བཞུགས་གནས་ཅིག་ལ་ཁྱེད་རང་གིས་ཆ་བཞག་གི་ཡོད་བས་ན་ཁོ་རང་གིས་ད་སྲིད་སྐྱོང་ཡོད་མེད་ཀྱི་རྒྱབ་སྐྱོར་མི་སྣ་ཁ་ཤས་ཅིག་གིས་ད་ཁོ་རང་ལ་རྒྱབ་སྐྱོར་སྲིད་སྐྱོང་ཡོད་མེད་ཐོག་རྒྱབ་སྐྱོར་གནང་ངེས་ཡོད་རོགས། དེ་ཚོ་གི་དེ་ཚོ་ང་ཚོས་གོང་ས་མཆོག་ལ་ད་འཚེ་མེད་བཞུགས་འཚེ་མེད་ཞུ་ཡོད་ཅེས་ཆ་བཞག་གི་ཡིན་པས། འདི་ང། སྤེན་པ་ཚེ་རིང་ལ་ཁྱེད་རང་ལ་དྲི་བ་དང་པོ་དེ་ཡིན། འདི་སྙམ་དུ་དྲི་བ་ག་རེ་ཞུ་རྒྱུ་བྱུང་ཟེར་ན་ནི། གལ་སྲིད་ང་ཚོའི་ཡི་ད་སྲིད་སྐྱོང་ཡོད་མི། ཀླུ་མཁར་བྱམས་དྲུང་ཆེ་ང་ཚོའི་ད་ལོའི་གི་ཉིས་སྟོང་བཅུ་དྲུག་གི་སྲིད་སྐྱོང་གི་ཡོད་མི་དེ་ཐོབ་པ་ཡིན་པ་ཡིན་ན། ཨ་ནི་ཁོའི་འོག་ལ་ཕྱག་ལས། ག་འདྲས་ཤིག་གནང་རྩིས་ཡོད་ཟེར། ཁྱེད་རང་ཡང་བོད་གཞུང་གི་ལས་དཔོན་པ་ཚེ་འདྲར་ཆགས་བཞག་ན་ད་དངོས་ནས་ལྟ་བ་འགྱུར་བ་མེད་པ་དངོས་ནས་དབུ་མའི་ལམ་ཐོག་ནས་རང་ཡིན་ཚུལ་མཚོན་པ་ནི། སྲིད་སྐྱོང་གི་དེ་འདྲ་སྲིད་སྐྱོང་ཀླུ་མཁར་བྱམས་རང་བཙན་གྱི་ལྟ་བ་ཅིག་ཡིན་འདུག་ཕྱག་ལེན་གནང་ཡ་གྱི་ཆ་ཞིག་ག་འདྲས་རུ་ཞུས། དྲི་བ་བྱས། དྲི་བ་གཉིས་བོ་དེ་གར་བྱས་འདུག་ལབ་ན་ད། གསུམ་པ་དེ་དྲི་བ་གསུམ་པ་དེ་གར་བྱས་འདུག་ལབ་ན། ད་དེ་འདྲ་ང་རང་དེ་འདྲ་གང་ཐོག་ས་གནས་ས་ཆ་ཁ་སྟོང་ཞིག་ལ་བསྡད་དུས་ཚོམས་པ་ཟེར་ཨ་ནི་ང་ར་སེམས་ན་ལ་འཚོ་བ་ག་འདྲའི་ཤུགས་ཆེན་པོ་གར་འདུག་ན་ན་འདི་བ་གི་ད་གཞོན་སྐྱེས་ཡིན་ན་རེད་ཨ་ནི་རྒན་འགོ་རྒན་འགོ་ཡིན་ན་རེད་ད་དེ་གཞོན་སྐྱེས་བར་གསུམ་ཚང་མ་གི་སྐད་ཡིག་དང་རིག་གཞུང་ཨ་ནི་གི་གོམས་གཤིས་འདི་ཚོ་ཉམས་རྒྱག་ཆེ་པོ་ཞིག་འགྲོ་ཡི་བ་ང་ར་སེམས་ན་འཚོ་བ་ཤུགས་ཆེན་པོ་ཞིག་འདུག་རོགས་ཡ་ད་གལ་སྲིད་སྤེན་པ་ཚེ་ལ་ཁྱེད་རང་འགྲོ་དེ་སྲིད་སྐྱོང་གི་འོས་མི་ཐོབ་པ་ཡིན་ན་ཨ་ནི་ང་ཚོ་དཀར་ཐོག་ག་གསུམ་ལ་ཡོད་ཡ་གི་ས་ཆ་ཁར་ཐོག་དེ་ལ་ཨ་ནི་ཨ་ཨེ་འདྲའི་ཐོག་ལ་ད་ང་ཚོ་གི་ཡར་རྒྱས་བཏང་ཡ་ལ་ཡིན་ན་རེད་ང་ཚོ་གཞུང་མ་མ་འོངས་པ་ཆ་ཤི་ག་འདྲའི་ཞིག་ཡོད་ན། འོན་ཀྱང་དྲི་བ་དེའི་དོན་ལ་ནི། སྤེན་པ་ཚེ་ལགས་ཀྱིས་ལན་ཞིག་བསྐྱར་རོགས་གནང་ཞུ། ལོགས་སུ་གོང་དེ་ན་དྲི་བ་ཁག་གསུམ་ཞིག་འདུག་ཨེ་གོང་གཟིགས་རོགས་གནང།
ད་རྒྱབ་སྐྱོར་བྱེད་མཁན་དེ་གས་དེའི་སྐུ་མདུན་ལ་མཚན་སྨད་ཞུ་མཁན་རེད་དང་མ་རེད་ཟེར་མཁན་ཚོ་དེ་སྣ་ཚོགས་ཅིག་ཡོད་དེ་རེད་དེ་ཡིན་དུས་བསམ་པ། ད་ལྟ་དངོས་སུ་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་སུ་ཡིན་དང་མེན་དེ་ངས་ཐག་ཆོད་པོའི་ཐོག་ནས་ངས་ཞུ་ཐུབ་ཀི་མེད། ནི་དངོས་སུ་ཡང་དོན་ཆེད་ཁོ་རང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ཟེར་མཁན་དེ་འདྲ་ཡོད་པ་ཡིན་ན་ནི་དེ་དེའི་སྐབས་དང་དེའི་དུས་ལ་ཡང་སུས་རྒྱབ་སྐྱོར་བྱེད་ཀྱི་འདུག་དེའི་རྒྱབ་ལྗོངས་ག་རེ་རེད་དེ་ཡིས་དེ་སྔ་ག་རེ་ག་རེ་བཤད་ཡོད་རེད་བཤད་ཡོད་མ་རེད་དེ་ཚོའི་ཐོག་ལ་ཡང་ངས་གསལ་པོ་བྱེད་ནས་ཞུ་ཐུབ་ཀྱི་རེད་ད་ལྟ་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་དངོས་སུ་དོན་ཆེད་གནང་མཁན་སུ་ཡིན་མིན་དེ་ངས་ཤེས་ཀྱི་མེད་དུས་བསམ་པ་ལ་ཡང་དེའི་ཐོག་ལ་ངས་ཐག་ཆོད་པོའི་ཐོག་ནས་ཞུ་ཐུབ་ཡ་ཁག་པོ་རེད་ད་ཡིན་ནས་རྒྱབ་སྐྱོར་བྱེད་མཁན་ཚོ་ཡིན་པ་ཡིན་ནས་ཁོ་ག་རིགས་ཀྱི་ཐོག་ནས་བྱེད་ཀྱི་ཡོད་རེད། ག་འདྲའི་ཆེད་ནས་བྱེད་ཀྱི་ཡོད་རེད། དེ་ཚོ་ང་ཚོ་ག་སུ་རེད་གཟབ་གཟབ་བྱེད་དགོས་དེ་ཧ་ཅང་གལ་ཆེན་པོ་རེད་བསམ་གྱི་ཡོད། གཉིས་པ་དེ་དྲི་བ་དེ་ད་ངས་བོད་མི་མང་གི་ལས་དབང་ཟེར་ཡ་དེ་ངས་ད་གིན་ནས་ངས་འགྲེལ་བཤད་བརྒྱབ་ཡོད་ད་དེ་རེད། བོད་མི་མང་གི་ལས་དབང་ལ་དེ་ཟེར་འགྲོ་ཅི་མ་ཏོག་མེད་པ་ཡིན་ན། ཨཱ་ནི། ད་ང་གྲོགས་བྱིན་པ་ཡིན་ན་ཆབ་སྲིད་ནས་དགོངས་པ་ཞུས་བྱས་བསྡད་བསྡད་རེད་མ་གཏོགས་གཅིག་གིས། མི་མང་གིས་དེ་ལྟ་བུ་གཅིག་ལ་ཡང་རྒྱབ་སྐྱོར་གནང་གི་ཡོད་པ་ཡིན་ན། ང་འདྲ་བོ་བྱིན་ནས་འདིའི་འོག་ལ་ཡང་ལས་ཀ་བྱེད་ཐུ་ཡ་དང། དེ་འདྲའི་རྩ་བ་ཉིད་ནས་ཡོང་ས་མ་རེད་ད་འདི་ཡང་རང་བཙན་གྱི་ལྟ་བ་གཅིག་པོ་མ་རྟགས་རང་བཙན་གྱི་ལྟ་བ་ཁེངས་ངེས་མི་གཅིག་གླེང་གི་ཡོད་པ་ཡིན་ནས། ད་ད་ལྟ་ང་ཚོ་གང་ཟག་སྐད་ཆ་བཤད་བསྡད་ཡ་དེ་ཡིན་པ་ཡིན་ནའི། སྒྲིག་འཛུགས་གཅིག་གི་ཚོགས་གཙོའི་མིང་ཁྱེར་བསྡད་ཡོད་རེད་སྒྲིག་འཛུགས་དེ་གི་ལངས་ཕྱོགས་དེ་དབུ་མའི་ལམ་གི་ལངས་ཕྱོགས་རེད་ཁོ་རང་སྒེར་རང་བཙན་གི་ལྟ་བ་ཁྱེར་བསྡད་ཡོད་རེད་ཨ་ལ་ད་ག་རང་ཐུགས་འགུལ་ཡོད་རེད་ཡོད་མ་རེད་དེ་ཚོ་མི་མང་བསམ་བློ་བཏང་ཡང་ཅི་རེད་བ། ད་ཐོབ་དང་མ་ཐོབ་ཟེར་ཡ་དེ་ང་འདྲ་བོ་བྱིན་པ་ཡིན་ན་ད་ལྟའི་ཐོབ་ལ་ད་ལྟའི་སྐབས་ལ་ཡིན་ན་ངས་དེ། དྲི་བ་ཁོ་རང་ད་དྲིས་ནས་ཆོས་ས་ཨ་ཡོད་ན་བསམ་བསམ་འདྲ་བོ་ཅིག་དྲན་གི་ཡོད་རེད་ཡིན་པ་ཡིན་ནས། ད་གྱང་ཚོས་དྲི་བ་དེ་བཏང་གི་ཡོད་དུས་བསམ་པ་ལ་གལ་སྲིད་ཐོབ་པའི་དབང་དུ་བཏང་མ་འདྲ་བོ་བྱིན་པ་ཡིན་ན་ད་དེ་ཉིན་མོ་དེ་ང་ཚོའི་གི་བོད་མིའི་གི་ལས་དབང་དེ་གང་འདྲ་ཅིག་ལ་སླེབས་བསྡད་ཡོད་རེད། ཨ་ནི་ང་ཚོ་བོད་པའི་འཐབ་རྩོད་ཀྱི་མུ་དང་བདེན་རྫུན་ཚང་ག་ག་བ་སླེབས་ཀྱི་རེད། དེ་ཚང་མ་ལ་བསམ་བཏང་བསམ་བློ་མང་པོ་བཏང་དགོས་ཡ་ཅི་རེད་དེ་ཡིན་དུས་ག་ཚོད་རེད། ང་ནི་དེའི་ཧོར་ལ་ཡར་མཉམ་དུ་ལས་ཀ་བྱེད་ཐུབ་གི་མ་རེད་ཟེར་ནི་དེ་ཡིན། ཨ་ནི་སྒང་ཏོག་ཁུལ་ལ་ཡང་བོད་པའི་སྐད་ཡིག་དང་རིག་གཞུང་ཉམས་ཆག་འགྲོ་གི་འདུག་ཟེར་ཡ་དེ་ད་མང་པོ་གཅིག་ང་ཚོ་སྤྱི་ཚོགས་རྒྱུ་མཚན་གཅིག་དེ་སྤྱི་ཚོགས་ཁ་ཐོར་ཡིན་པའི་རྒྱུ་མཚན་ལ་བརྟེན་ནས་བྱུང་འདྲེ་ཡོད་རེད། ད་བོད་རིགས་ཡིན་པའི་ཆ་ནས་བོད་པའི་སོ་སོའི་སྤུ་གུ་དེ་གས་དེ་བོད་པའི་བསླབ་གྲྭ་ནང་ལོགས་ལ་ཡ་བཏང་ཐུ་ཡ་གི་འབད་བརྩོན་བྱེད་དགོས་དེ་ཧ་ཅང་གལ་ཆེན་པོ་རེད། གང་དོར་ནས་ཡིན་པའི་སློབ་ཕྲུག་དེ་འདྲའི་སྔན་མ་ང་ཚོ་ཟབ་སྦྱོང་ལ་ཡོང་བྱས་དེ་འདྲའི་མཉམ་དུ་གོ་བསྡུར་དེ་འདྲས་བྱུང་མྱོང། ད་ཁོང་ཚོ་མང་པོ་གཅིག་རྒྱ་གར་བླ་བྲང་ནང་ལ་བཏང་གི་ཡོད་དུས་ཚང་མ་ཨ་ནི་བོད་པའི་སྐད་ཡིག་རང་ལ་ཡ་དོ་སྣང་སྤྲད་དེ་ཉམས་ཆག་ཞིག་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་དུས་ང་སྲིད་སྐྱོང་ཆགས་པ་ཡིན་ན་ཀ་རྡོར་སྒང་གསུམ་གྱི་མི་དམངས་ལ་བཅར་བྱེད་ཁོ་རང་ཚོ་ལ་རེ་བ་ཞུ་ཡ་དེ་སོ་སོའི་སྤུ་གུ་དེ་གས་དེ་བོད་པའི་བླ་བྲ་ཞིག་དང་ཏང་བོད་པའི་སྐད་ཡིག་དང་ཆོས་དང་རིག་གཞུང་ལ་དོ་སྣང་རང་བཞིན་གྱི་སླེབས་འགྲོ་ཡ་ཅིག་བྱ་གི་རེད་ཟེར་བྱས་ནས་འདི་ཞུ་ཡ་ཡིན། ཨོ་ལོགས་སུ་གང་ཐུག་བྱས་ན་ད་ད་ནས་ཀུན་དབང་དྲི་བ་གཅིག་གི་ཡང་ད་ད་ལྡི་ལི་ནས་ཡོང་གི་འདུག་དྲི་བ་འདི་ད་ཀུན་དབང་གིས་ད་ད་ད།

སྤེན་པ་ཚེ་རིང་ལགས་ཡིན། ཨ་ནི། སྤེན་པ་ཚེ་རིང་ལགས་ག་དེའི་ཆོས་དཀའ་ལས་འཁེལ་བས་ན། ཨ་ནི། འདས་བའི་ལོ་རྒྱུས་ནང་ལ་ཨ་ནི་ངས་ག་རེ་མཐོང་སོང་ལ་ན། ཨ་ནི་ཁ་ཚ། གྲོས་ཚོགས་རྭ་བའི་ནང་ལ་དཀའ་ངལ་ཆུང་ཆུང་ཞིག་འཕྲད་ནས་ཁ་ཚ། སྐད་ཆ་བཤད་ལུས། སྐད་ཆ་བཤད་སྟངས་འདྲ་བོ་ཞིག་འགྲིག་མི་འགྲིག་ག་རེ་ཡིན་ན་གང་ལྟར། དཀའ་ངལ་ཞིག་འཕྲད་ནས་དེའི་ནང་ལ་ཨ་ནི་གྲོས་ཚོགས་རྭ་བའི་ནང་ཚོགས་གཙོ་རྣམ་པ་དོན་གྱི་ཡིན་ལ་ཡི་གེ་གནས་ཚུལ་ཞིག་བཏོན་སོང། ཨ་ནི་ཨེ་འདྲ་འདྲ་བོ་ཞིག་གི་གནས་ཚུལ་ཡེ་ཉེས་ཅིག་གི་མི་ཅིག་ཡིན་ན་རང་ཨ་ནི་མ་འོངས་པར་ག་དེའི་དཀའ་ལས་འཕྲད་པ་འདྲ་བོ་འཁེལ་བས་ན།

གཞི་མེད་ཀྱི་སྐྱོན་བརྗོད་འཛིན་གྲྭའི་བྱེད་ཀྱི་ཡོད་རེད། གལ་སྲིད་ཁྱེད་རང་མི་བྱེད་ངན་བཟོས་ཀྱི་དཔེ་དེ་ཡིད་ཆེས་ཅན་བྱེད་ཀྱི་ཡོད་པ་ཡིན་ན། གྲོས་ཚོགས་ཕྱི་ལོགས་བཤད་ད་དེ་ནས་ངས་ཁྲིམས་དང་ཁྲིམས་ག་བ་ལ་གཏུགས་དགོས་ནས་ངས་གཏུགས་ཀྱི་ཡིན་ཞེས་ནས་ལབ་ཡོད་དེ་ད་ལྟ་བར་དུ་གྲོས་ཚོགས་ཕྱི་ལོགས་ལ་བཤད་མཁན་གྱི་སུ་གཅིག་བྱུང་ཡོད་མ་རེད་ཨ་ནི་ག་ཅིག་ངང་མ་དོན་གོ་ཡ་དེ་ད་གོ་བརྡ་ཡག་པོ་ཞིག་མ་སྤྲད་པ་ཡིན་ན་ཁོ་ད་ལྟ་བསྡད་ཀྱི་མི་འདུག་བསམ་བྱས་ངང་མ་དོན་པ་ཡིན། ཡིན་པ་ཡིན་ནས་ད་གནས་སྟངས་མང་པོ་གཅིག་གི་འོག་ནས་བསམ་བློ་བཏང་རྗེས་ད་གྲོས་ཚོགས་ཚོགས་གཙོའི་གི་འགན་དེ་མུ་མཐུད་ནས་མ་འཁྱེར་བ་ཡིན་ན། དེའི་སྐབས་ཀྱི་སྔོན་རྩིས་བཀའ་གྲོས་བཀྲལ་ད་གང་ཅིའི་གི་ཐོག་ནས་དཀའ་ངལ་འཕྲད་སྡོད་ཀྱི་ཡོད་དུས། ནི་ལྷག་པར་དུ་བོད་ནང་ལོ་ཛ་དྲག་གནས་སྟངས་ཆགས་སྡོད་ཀྱི་ཡོད་དུས་ད་ངས་མུ་མཐུད་ནས་འགན་འཁྱེར་བ་རེད་ད་དེའི་གནས་སྟངས་འདྲ་པོ་བྱིན་པ་ཡིན་ན་ད་ཕ་ཆེ་ཕ་ཆེ་སྤྱི་ཚོགས་ནང་ལོགས་ལ་གསལ་པོ་ཆགས་སྡོད་ཡོད་བསམ་གི་ཡོད་དེ་ཡིན་དུས། ངས་མ་འོངས་པ་སྲིད་སྐྱོང་གི་འགན་འཁྱེར་བའི་སྐབས་ལ་ཡ་གལ་སྲིད་དེ་འདྲའི་རྙོག་དྲ་ཆེ་ང་ལ་བཤད་པ་འདྲ་པོ་བྱིན་པ་ཡིན་ནས་ད་ངས། ཁ་ཚིག་གཉིས་ཀྱི་བྱེད་སྟངས་ནང་བཞིན་རྩ་བ་ཉིད་ནས་བྱེད་གི་མ་རེད་ང་བློ་ཁོག་མེད་ཅེས་མ་དོན་ཕྱིན་པ་དང། དེ་འདྲའི་གནས་སྟངས་རྩ་བ་ཉིད་ནས་མ་རེད་ད་མ་འོངས་པ་ངས་སྲིད་སྐྱོང་འགན་འཁྱེར་བའི་སྐབས་ལ་ཡ། ད་གང་ལྟར། རྙོག་དྲ་རྩ་ཁ་ཚིག་གི་བཤད་ངན་དེ་ཚོའི་གི་དམིགས་ཡུལ་དེ་ཚོ་བསྒྲུབ་ཡ་ད་ཕར་བཞག་ཅེས། དེ་ཚོ་ལ་ཡ་ད་ཅིག་ལན་འདེབས་གསལ་བཤད་གི་ཕལ་ཆེར་མུ་གོ་ཡ་རང་བསམ་བཏང་བསྡད་གི་ཡོད་མུ་གོ་བ་སྤྱི་ཚོགས་ནང་ལ་གསལ་པོ་ཆགས་ཚར་བའི་གི་གནས་སྟངས་ཅིག་ལ་ངོས་འཛིན་བྱེད་པའི་ཐོག་ནས་སོ་སོའི་གི་ལས་ཀ་དེ་མུ་མཐུད་ནས

རྒྱུ་མཚན་དང་དཀྱིལ་འཁོར་ཡུལ་དེ་འདྲའི་རྐྱེན་ཕྲད་ཡོད་དམ་མེད་དང། ད་དེ་ཚོའི་གནས་སྟངས་འདི་ཚོ་ངས་ཕ་གི་བྱང་ཨ་མི་རི་ཀ་འགྲོ་པའི་སྐབས་ལས་སྐད་ཆ་དྲི་གཅིག་གཉིས་དྲི་ངན་བྱུང་སོང་དེ་སྐབས་ལས་གསལ་པོ་གསལ་རྐྱང་ཞུས་ཡོད་ལྷག་པར་དུ་ནིའུ་ཡོག་དང་ནིའུ་ཇར་སི་མི་མང་གིས་དྲི་བ་བཏང་པའི་སྐབས་ལ་ཡང་དོན་དག་གཅིག་གཅིག་གཉིས་གཉིས་གང་ལས་ཡང་གསལ་པོ་ཅན་ཞུས་ཡོད་ཨ་ནི་ས་གནས་ག་ཤེད་ཅི་ལ་ཡང་ད་ཆེད་མངགས་དྲི་བ་འདི་ཏང་ཡག་གི་ཆེད་དུ་ཡོང་གི་འདུག་དེ་ཚོའི་སྐབས་ལས་ཡིན་པ་ཡིན་ནས་ལན་གསལ་པོ་གསལ་རྐྱང་སྤྲད་བཞག་ཡོད་དེ་ཡིན་དུས་བསམ་པ་ད་དེ་ལས་ལྷག་ཞིག་ངས་ཞུ་ཐུབ་ཡ་ཡོད་མ་རེད་ཨ་ནི་གཞན་པ་སྐྱོན་བརྗོད་བྱུང་མཁན་ཚོ་ཁུངས་སྐྱེལ་ཡ་ཡོད་པ་ཡིན་ན་ང་ཚོ་ག་དུས་ཡིན་ན་ཁྲིམས་ལ་གཏུགས་ཆོག་གི་རེད་བྱིན་ནས་ཞུ་ཡ་ཡིན། ཨོ་ལོ་སོ་ཁོང་ཚོ་ཆེ་ན་ཨིན་ད་ད་དྲི་བ་མཐའ་མ་གཅིག་ཡིན་ད་དྲི་བ་མཐའ་མ་དེ་ད་ད་ཡང་ལྡི་ལི་ནས་རེད་ཤག་ཁོ་རང་གི་ད་ཆེ་དྲི་བ་དེ་གཙོ་བོ་གཅིག་ད་བུ་མེད་དང་གཅིག་གནད་དོན་འབྲེལ་བ་དང་ལྷག་དོན་དུ་ད་བཙུན་མ་དེ་འདྲས་ཨེ་ནས་ཆབ་སྲིད་ནང་ཞུགས་མ་ཞུགས་སྐོར་རེད་ཤག་འདི་སྐུ་ངོ་ཞེས་སེམས་བཅས་དྲི་བ་མདོར་བསྡུས་ཤིག་གནང་རོགས་གནང་ང་ཚོའི་དུས་ཚོད་ཞེ་རག་མེད་དེ་དྲི་བ་དེ་གནང་རོགས་གནང། བཀྲ་ཤིས་ལས་བཟང་མ་ལོ། ངའི་མིང་ལ་པད་མ་ཆུ་སྒྲོན་ཡིན། ང་ད་ལྟ་རྗེས་སྙུ་ལ་སློབ་སྦྱོང་བྱེད་ཀྱི་ཡོད། ངའི་དྲི་བ་འདི་སྲིད་སྐྱོང་གི་འོས་མི་ཚང་མ་ལོ་ཡིན། ངའི་དྲི་བ་འདི་ག་རེ་ཡིན་ལ་ན་ད་ལྟ་ང་ཚོ་ཨ་ནེ་ལ Topic འདི་གལ་ཆེན་པོ་དཔེ་ཆགས་ཀྱི་འདུག་ར། སྤྱི་འཐུས Members ལ་ད་ལྟ་བར་དུ་མི་སྣ་ཨ་ནེ་གཅིག་ཀྱང་སླེབས་ཡོད་མ་རེད། དངོས་གནས་བྱས་ན་ཨ་ནེ་ལ་ཆོས་ཆོས་ལུགས་དང་ཨ་ནི་བུ་མེད་གཉིས་ཀ་ཐོག་ནས་ཨ་ནི་ཨ་ནི་དེ་སྤྱི་འཐུས་ལ་ལ་ང་ཡོད་རེད་ཡིན་ན་ཡང་ད་ལྟ་བར་དུ་གཅིག་ཀྱང་སླེབས་ཡོད་མ་རེད་དེ་རྒྱུ་མཚན་དེ་ག་འདྲས་འགྲོ་བ་རེད་བསམ་གྱི་འདུག་ཨ་མེད་ན་མི་གིས་མི་འདོད་རྐང་མི་མང་གིས་རྐང་ཚུགས་ནི་མ་བསྡམས་བོ་རེད་རེད་བས། མེད་ན་ཁོ་ཚོས་ཨ་ནི་དེ་ཚོ་ཆབ་སྲིད་ལ་དོ་སྣང་མེད་བས་རེད་བས། ཨ་ནི་འདི་གང་ལ་ཨ་ནི་ཁྱོད་ཚོས་ལ་བསམ་ཚུལ་ག་རེད་འདུག། ལྷ་ས་ཁོང་དེ་དྲི་བ་དེ་ལན་དེ་ཁོང་མདོར་བསྡུས་ཤིག་གནང་རོགས་གནང་ང་ཚོས་དུས་ཚོད་ཕྱིན་པ་དེ་རྗེས་ལ་ཡང་ཁོང་སྐར་མ་གཉིས་ཀྱི་མཇུག་བསྡོམས་གནང་ཡག་ཅིག་དུས་ཚོད་ཅིག་ཕུལ་དགོས་ཡོད་ཁོང་དྲི་བ
ད་བུད་མེད་ལྷན་ཚོགས་ངོས་ནས་བཙུན་མ་རྣམ་པ་ཚོ་ལ་ཡང་འགོ་ཁྲིད་ཟབ་སྦྱོང་ཅིག་སྤྲད་གནང་གི་འདུག་དེ་ཚོ་ལ་སྐད་ཆ་བཤད་ཡར་གོ་སྐབས་དེ་འདྲ་བྱུང་སོང་ངས་ཁོ་རང་ཚོ་ལ་ཞུས་པ་ཡིན་ཁྱེད་རང་ཚོའི་ངོས་ནས་ཨ་ནི་ཅིག་ཆབ་སྲིད་ལས་ཐུགས་སྣང་གཏད་ཟིན་ན་སྤྱི་ཚོགས་ནང་ལོགས་ལས་ཞབས་ཕྱི་ཞུས་པ་ཡིན་ན་རང་བཞིན་གྱི་མི་ཤེས་པ་ཆགས་ཀྱི་རེད་ད་སྤྱི་འཐུས་སྲིད་འཛིན་ཚང་མ་ལ་ཡང་མང་ཚོགས་ནང་ལོགས་ལ་མི་མང་གི་ངོ་ཤེས་པ་དགོས་ཡ་དེ་གལ་ཆེན་པོ་རེད་དེ་ཡིན་དུས་བཙུན་མ། འོས་བསྡུ་གནང་ལོ་ལ་ཡང་ཞག་ལྔ་འཆོང་བ་དང་དེ་འདྲའི་རྩ་བ་ཉིད་ནས་མེད་འདུག་བཙན་པ་ལ་ཡང་བཙུན་མ་ཚུལ་ཡིན་པ་ཡིན་ནའི་མ་འོངས་པར་གོ་སྐབས་བླང་དགོས་ཀྱི་རེད་བྱས་ནས་ངས་དེ་དུས་ཞུ་ཡ་གོ་སྐབས་བྱུང་ད་ཡིན་ནའི་བཙུན་མའི་གྲངས་ཀ་དེ་ཉུང་ཉུང་ཡིན་པའི་ཆ་ནས་དགེ་འདུན་པ་གིས་ག་ཚོད་རྒྱབ་སྐྱོར་གནང་གི་ཡོད་དང་མེད་དེ་ཚོ་ཞུ་ཐུ་ཡ་ཁག་པོ་རེད་ཤག་དེ་མ་གཏོགས་ཅིག་ཁྲིམས་ཀྱི་ཐོག་ནས་དགག་བྱ་གང་ཡང་ཡོད་མ་རེད་ཞོའི། ཨོ་ལོ་སི་ཁོང་ཐུགས་ཆེ་ན་དེ་ནས་ད་ལྟ་དེ་ག་ལན་དུ་སུ་རྒྱལ་ཐག་ཆོད་བྱུང་སོང་ཨིན་ཁོང་མཇུག་བསྡོམས་དེ་ལས་སྐར་མ་སྐར་མ་གཅིག་གི་ནང་ལོགས་ལ་ཨིན་ཁོང་གི་ད་ཅིག་མཇུག་བསྡོམས་གི་ད་ཅིག་མི་མང་ཚོ་ལྷག་དོན་དུ་ད་ཅིག་གི་སྲིད་སྐྱོང་འོས་མི་དེ་ངའི་མི་མང་ཚོ་ལས་ཅིག་ག་རེ་གསུངས་ཡས་ན་དེ་མཇུག་བསྡོམས་ཀྱི་སྐར་མ་གཅིག་ནང་ཅིག་གསུངས་རོགས་གནང་གོང།
ད་འདོམ་རྒྱལ་འདི་ག་ད་ང་ཚོ་དམངས་གཙོའི་ལམ་སྲོལ་འགྲོ་དེ་ཡོད་རེད་ཨཱ་ནི་དམངས་གཙོའི་ལམ་སྲོལ་གི་ནང་ནས་ཨཱ་ནི་མི་སོ་སོའི་གི་རང་དབང་གི་ཐོག་ནས་འོས་བླུ་བ་དེ་གལ་ཆེན་པོ་རེད་དེ་མ་གཏོགས་གཅིག་གི་ཨཱ་ནི་ང་ཕ་ཡུལ་གཅིག་པ་ཡིན་ངའི་བླ་བྲ་གཅིག་པ་ཡིན་ངའི་གཞིས་ཆགས་གཅིག་པ་ཡིན་ཕྱིན་འདིས་གི་ཞེན་ཁོག་གི་རྒྱབ་སྐྱོར་བྱས་པས་གི་ཕན་ཐོག་ཡ་ཡོག་མ་རེད་ཨཱ་ནི་དུས་རྒྱུན་དུ་ནས་ཆབ་སྲིད་ལ་དོ་སྣང་སྤྲད་སུས་སུས་གི་ལས་ག་འདྲ་བྱེད་གི་འདུག་ག་རེ་བཤད་གི་འདུག་དེ་ཚང་མ་བློ་རྗེ་ཤེས་པ་ཡིན་ན་སུ་ལ་ཡིད་ཆེས་བྱེད་དགོས་ཀྱི་ཡོད་མེད་དེ་སུ་སོ་སོ་རང་གི་ངེས་པ་རྙེད་པའི་ཐོག་ནས་ཡོང་ཐུབ་ཀྱི་རེད། དེ་བས་ངས་ཁྱེད་ཚོར་རེ་བ་ཞུས་ཏེ། ག་རེ་ཡིན་ཟེར་ན་སོ་སོའི་གི་ད་ཅིག་འོས་བླུག་ཡག་གི་རང་དབང་ཡོད་པ་འདི་གཞན་དབང་དུ་མ་བཏང་པ་བྱས་རྗེས་སོ་སོ་རང་གི་ངེས་པ་རྙེད་པའི་ཐོག་ནས་འོས་བླུག་དགོས་ཡ་དེ་གལ་ཆེན་པོ་རེད་དེ་མང་གཙོ་ཚད་ལྡན་ཞིག་ཆགས་ཐུབ་ཀྱི་རེད་ཟེར་ཞུ་ཡ་ཡིན་ཐུགས་ཆེ་གནང། བློ་ཟ་ཀོང་ཐུགས་ཆེ་གནང་ཡིན་དེ་ནས་བཞུགས་སྒར་དར་མ་ས་ལ་ནས་བོད་མི་མང། བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་ཐུགས་བསུ་བྱས་ནས་ལས་རིམ་དང་མཉམ་ཞུགས་གནང་བ་ཉིད་མཐའ་བ་ནས་ཐུགས་རྗེ་ཆེ་ཞུ་བ་ཡིན། ཨན་སན་སིའི་སྣ་ལྔའི་ཚོགས་ཡིན་པ་ཡིན་ནས་ངོ་མཚོའི་གི་ད་ལྟ། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་གི་སྲིད་སྐྱོང་འོས་མི་གི་རྣམ་པ་ཚོ་ལ་ངོ་མཚོའི་དྲི་བ་དྲི་ལན་གི་ལས་རིམ་ཅིག་འགྲོ་དང་འགྲོ་བཞིན་པ་ཡིན་དེ་ཚོ་ལ་ཐུགས་སྣང་གནང་རོགས་གནང་རྣམ་པ་ཚོ་ངོ་མཚོའི་ལས་རིམ་དེ་གསན་གཟིགས་གནང་བ་ཐུགས་རྗེ་ཆེ་ཞུ་བ་ཡིན།